བཀུར་འོས་སྤྱི་འཐུས་གཅིག་གིས་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་ད་ལྟ་ཆེད་བཀུར་འོས་ད་ལྟ་སུ་ངལ་གསུམ་ག་གི་དགོངས་པ་གཅིག་པ་འདྲ་བོ་ཞིག་རེད་བཞག་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་གནས་སྟངས་དེ་དེ་ཡིན་དུས་ད་ད་རིང་གྲོས་ཚོགས་འདིའི་བརྒྱུད་ནས་གནས་སྟངས་དཔལ་འབྱོར་བཀའ་བློན་གྱིས་གང་བཞིན་པ་དེ་ཆ་ཚང་གཅིག་མ་ཞུས་བཞག་པ་ཡིན་ན། ཨ་ནི་བཀུར་འོས་སྤྱི་འཐུས་རྣམ་པ་ཚོ་གའི་དགོངས་པ་ཞེ་ཡག་གི་ཁྱད་པར་ཅིག་ཏན་ཏན་ཡོང་གི་རེད་བསམ་གྱི་འདུག་ཨ་ནི་དེ་གའི་གནས་ཚུལ་དེ་མཁྱེན་པའི་ཐོག་ནས། གལ་སྲིད་འདི་མུ་མཐུད་ནས་འགྲོ་དགོས་ཀྱི་རེད་གསུང་གི་ཡོད་པ་ཡིན་ན། ཨ་ནི་མུ་མཐུད་ནས་འགྲོ་ཡག་གི་ཆེད་དུ་བའི་ལམ་སྟོན་དེ་གྲོས་ཚོགས་ནས་གནང་རོགས་གནང་ཞེས་ནས་དེ་ཅིག་ཞུ་དགོས་བསམ་འདོད། དེ་གནང་མ་གནང་བ་ཡིན་ན་འཛིན་སྐྱོང་གི་ངོས་ནས་གནས་སྟངས་གཅིག་མཐོང་གྲོས་ཚོགས་ཀྱིས་མུ་མཐུད་ནས་བྱེད་དགོས་ཀྱི་འདུག་གསུང་དུས་མཚམས་པ་ལ་དེ་གཉིས་འགལ་ཟླ་ཆགས་འགྲོ་གི་ཡོད་རེད། ཨ་ནི་གྲོས་ཚོགས་ཀྱི་ཐག་གཅོད་དེ་འཛིན་སྐྱོང་གིས་འགན་ཁྱེད་ཀྱིས་བྱེད་དགོས་ཀྱི་ཡོད་རེད། གལ་སྲིད་གྲོས་ཚོགས་ཀྱིས་མུ་མཐུད་ནས་འགྲོ་དགོས་ཀྱི་རེད་ཟེར་ནས་ཐག་གཅོད་གནང་བ་ཡིན་ན་མུ་མཐུད་ནས་འགྲོ་ཡས་རེད། ཡིན་ནས་གནས་སྟངས་དེ་འགྲེལ་བཤད་རྒྱག་ཡས་དེ། འཛིན་སྐྱོང་གི་ལས་འགན་རེད་ལྷག་པར་དུ་གནས་སྟངས་གང་ཡིན་པ་འདི་བཅོས་མ་གང་ཡང་མེད་པ་ཚིག་གཅིག་ཡ་མ་འགྱུར་བ་མ་བཏང་པ་བྱེད་ཅིག་གནས་སྟངས་གང་ཡིན་པ་འདི་ཆ་ཚང་གཅིག་གྲོས་ཚོགས་ལ་སྙན་གསང་ཞུ་ཡ་འདི་གལ་ཆེན་པོ་རེད་ལ་དེ་ཙམ་དུ་མ་ཟད་པའི་གི་དེའི་ནང་ལ་ལ་མ་འཛུགས་བྱེད་ངེས་གི་མི་ཚང་ཉི་ས་ང་དེ་ལ་ཡང་ད་ད་ལྟའི་འདི་ནང་ལ་དྲི་བ་གཅིག་འདི་ཕེབས་དེ་གི་འདུག་མ་འོངས་པ་ག་རེ་བྱེད་ཡ་རེད་འདི་སྐོར་དེ་འདི་ནང་ལ་འཁོད་མི་འདུག་ཟེར་ནས་ད་ད་ད་འདི་ལན་འདུམ་སྐོར་ལ་དྲི་བ་ཡིན་དུས་འཚམ་པ་ལ་ལན་འདུམ་གི་དུས་འཚམ་བར་དུ་ང་ཚོ་ལན་བརྒྱབ་པ་རེད་གསུམ་པའི་ཉི་ས་གཅིག་གི་གསུམ་པའི་གསུམ་སོ་གཅིག་བར་དུ་ལན་བརྒྱབ་པ་རེད་དེའི་སྒང་ལ་དྲི་བ་སླེབས་པ་ཡིན་ན་ད་སྔོན་རྩིས་ཀྱི་གྲོས་ཚོགས་ལ་ལན་རྒྱག་དགོས་བསམ་བྱས་ཆ་ཤས་དེ་མ་བྲིས་པ་རེད། ད་ཡིན་ནས་ད་ལྟ་དྲི་བ་འཕེལ་གྱི་ཡོད་དུས་བསམ་པ་ལ་ད་ག་ཟིག་ནས་གང་ལྟར་ལན་འདོམས་དང་འབྲེལ་བ་མ་ཡིན་པ། ལྷན་ཁང་གི་ལས་དོན་དང་འབྲེལ་བའི་དགེ་ཡངས་གནད་དོན་མང་པོ་ཅིག་གསུངས་ཟིན་པས་སོང་ཙང་ད་རིང་དེ་མ་འབྲེལ། ཁ་ཐང་ཅིག་ཞུ་བཞེས་པ་ཡིན་ན། ཨ་ནི་སྔོན་རྩིས་ཀྱི་གྲོས་ཚོགས་སྐབས་ལ་དུས་ཚོད་དེ་བཞིན་ཉུང་ངག་གི་འགྲོ་ཡག་རེད་བ་ཞུ་གི་ཡོད། ད་ལྟ་འདི་ནས་བཀུར་འོས་གཅིག་གིས་བཀའ་གནང་སོང། བཀའ་ཤག་སྐབས་བཅོ་གསུམ་སྐབས་ནས་དགོངས་པ་ཡོད་བསྡད་པ་གཅིག་རེད་བཞག་ཡེ་ནས་ད་ལྟ་ང་ཚོས་ལན་འདི་ནང་ལོགས་ལས་ཕུལ་ཡོད་དེའི་ནང་ལོགས་ལ་ག་རེ་ལབ་ཡོད་རེད་ཟེར་ན། Small Bank ལབ་ཡོད་རེད། ད་ཡིན་ནའི་འདི། རྒྱལ་སྤྱིའི་གི་ཁྲིམས་ཀྱི་ཐ་སྙད་དེ་འདི་རེད་བས་ཟེར་ན་དེ་མ་རེད། རྒྱལ་སྤྱིའི་གི་ཁྲིམས་འདི Small Finance Bank ལ་ཡ་དེ་རེད། ཨན་ད་ལྟ་འདིའི་ནང་ལ་འཁོད་ཡོད་པ་ནང་བཞིན་བྱས་ནས་ད་ལྟ་དཔལ་འབྱོར་ལས་ཁུངས་གི་ལས་བྱེད་ཚོ་གི་དྲི་དུས་ཚན་པ་ལ Small Finance Bank ཟེར་མཁན་དེའི་གི་གནས་ཚད་ཅིག་དགོས་གི་ཡོད་པ་ཡིན་ན། ཚོང་དེ་ལ་མར་རྩ་ཁོ་རང། Crore ཉིས་བརྒྱ་དགོས་གི་ཡོད་རེད། ད་ལྟ་འདི་ནང་ལ་ལ་འབུམ་གཅིག་སྟོང་ཁྲི་དུ་བ་ད་ལྟའི་གནས་བབ་ལ་ཡིན་ན Crore ཉིས་བརྒྱ་དགོས་གི་ཡོད་རེད། Crore ཉིས་བརྒྱ་དེ་མ་རྩ་ཉུང་མཐའ་ལ་དགོས་གི་ཡོད་རེད།

ད་འདི་ན་བྲིས་ཐང་གཅིག་ནོར་མེད་འགྲོ་བསམ་གྱི་འདུག་འདི་ན་ད་ཁ་ཆེའི་ང་ཚོ་འདི་གང་བཅོས་མེད་ཟེར་ཡ་དེ་འདི་རེད་བསམ། NBFC། གི་ངོ་བོ་ཐོག་ནས་བྱེད་པ་འདྲ་བོ་བྱིན་པ་ཡིན་ན་ཨ་ནི་ཁྲིམས་ཞི་རག་འཁྱི་དགོས་མ་རེད་ཟེར་ཡ་དེ་འདི་ན་གཅིག་རྒྱབ་བཞག་ཡིན་ནི་དེ་དེ་འདྲ་རང་མ་རེད། གང་ལྟར། གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་འདི་གི་ངོ་བོ་དེ་ག་རེད་ཟེར་ན་ཚོང་ལས་ཀྱི་ངོ་བོ་རེད། རོགས་དངུལ་བུན་གཏོང་བྱས་རྗེས་ད་དངུལ་ཁང་འདྲ་བོ། བྱས་ཀྱི་འདུག་ཕྱིན་ནས་བུ་ལོན་གཏང་དགོས་ཀྱི་ཡོད་རེད་དེ་ཡིན་དུས་ཚན་པ་དེས་རྒྱ་གར་གྱི་ཚོང་ལས་ཀྱི་ཀམ་པ་ནི་གཅིག་གི་ངོ་བོ་གི་ཐོག་ནས་དེབ་སྐྱེལ་བྱེད་དགོས་ཀྱི་ཡོད་རེད་འདི་དེབ་སྐྱེལ་བྱེད་དགོས་ཀྱི་ཡོད་དུས་ཚན་པ་ལ་ཨ་ནི་ཉིས་སྟོང་བཅུ་བཅུ་བདུན་གྱི་ཕྱི་ཟླ་བཅུ་གཉིས་ནང་ལོ་ལ་ད་ལྟ་འདི་ནང་ལ་གསལ་ཡོད་པ་ན་བཞིན་སྐབས་དེ་དུས་ཀྱི་དཔལ་འབྱོར་བཀའ་བློན་ཀམ་ཨེ་ཤི་ལགས་ཀྱི་མཚན་ཐོག་ནས་ཨ་ནི་བཤེར་ད་མ་བཤེར། མ་ཤེས་ལྔ་སྟོང་ཐམ་པ་གཅིག་དགུ་མོ་བཅུ་བཅུ་བྱས་ནས་དགུ་མོ་ཁྲི་ལྔ་གི་མ་ཤེས་གཅིག་དེ་མ་ཤེས་དེ། ཁོང་དཔལ་འབྱོར་བཀའ་བློན་གྱི་མཚན་ཐོག་ནས་གནང་ཡོད་རེད་མ་རྩ་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་མ་དངུལ་ནས་བླུགས་བཞག་པ་གཅིག་ཆགས་བསྡད་ཡོད་རེད་དེའི་སྒང་ལ། ད་ལྟའི་གི་ང་ཚོ་འཆར་འགོད་འགན་འཛིན་གྲོགས་གྲོགས་དཀོན་མཆོག་བརྩོན་འགྲུས་ལགས་ད་ལྟ་ལས་གཞི་དེའི་ད་འགན་འཁྱེར་མཁན་གཙོ་བོ་གྲོགས་པོ་གཅིག་བཀའ་ཤག་གི་གནང་ཡོད་དུས་བསམ་པ་ལ་ཁོ་རང་གི་མཚན་ཐོག་ནས་ཨ་ནི་མ་ཤའི་སྒོར་མོ་བཅུ་བཅུ་བྱས་པ་སྟོང་ཕྲག་ལྔ་བྱས་ནས་སྒོར་མོ་ཁྲི་ལྔ་བྱས་ནས་འབུམ་གཅིག་བྱས་ཨ་ནི་དེའི་སྒང་ལ་ད་ད་ལྟ་ཚོང་ལས་དེ་འགོ་བཙུགས་ངེས་ད་གཙོ་བོ་གསུམ་ནང་ལོགས་ནས་གཅིག་དེ་རྒྱ་གར་ཨ་ལོག་པར་སཱ་ཐི་ཞུ་ངེས་དེ་རེད་ཨ་ལོག་པར་སཱ་ཐི་ཁོ་རང་སྔན་མ་རྒྱ་གར་དངུལ་ཁང་ཆེན་མོ་ནང་ལོགས་ལ་ཕྱག་ལས་གནང་མྱོང་ངེས་དང་ཁྲིམས་སྒྲིག་གི་འགྲོ་སྟངས་དང་འགྲོ་ལུགས་དེ་ཚོ་མཁྱེན་མཁན་གཅིག་གི་གནས་བབ་ཅིག་ཐོག་ནས་ཁོ་རང་ལ་མ་ཤའི་སྟོང་གཉིས་སྒོར་མོ་བཅུ་བཅུ་བྱས་ནས་ཁྲི་གཉིས་དེའི་དངུལ་དེ་ག་ནས་བླུགས་ཡིན་ཤེས་གི་མི་འདུག་དཔལ་འབྱོར་ལས་ཁུངས་ལས་བྱེད་ལས་སྐད་ཆ་དྲིས་པ་ཡིན་འབྲེལ་ཡོད་ལས་སྐད་ཆ་དྲིས་པ་ཡིན་ཁོ་རང་དོ་བདག་གི་བླུགས་ཡིན་ག་རེ་བྱས་ཡིན་འདི་ཚོ་གནད་འགག་ཆེན་པོ་ཆགས་ཀྱི་ཡོད་རེད་ག་རེ་ཟེར་ན། ཁོ་ཚོང་ལས་ཀྱི་ཡིན་དུས་ཚོན་པ་ལ་འདི་གཞུང་གི་ཡིན་ལབ་ས་འགྲོ་གི་མ་རེད་མ་འོངས་པ་ང་ཚོ་ཁྲིམས་ལ་འགྲོ་བ་ཡིན་ན་ག་བ་ལ་འགྲོ་བ་ཡིན་ན་རྙོག་དྲ་ག་རེ་ཐུག་པ་ཡིན་ན་འདི་བོད་མིའི་སྒྲིག་འཛུགས་ཀྱི་ཡིན་ལབ་ས་འགྲོ་གི་མ་རེད་འདི་ཚོང་ལས་རང་གི་ངོ་རྒྱ་གར་གཞུང་གི་ལྟ་སྟངས་དེ་ག་རེ་ལྟ་གི་རེད་ཟེར་ན་འདི་ཚོང་ལས་ཀྱི་རེད་འདི་ལྟ་གི་རེད། དེ་ཡིན་དུས་བསམ་པ་ལ། མ་འོངས་པ་གལ་སྲིད་ཚོང་གི་ཁེ་ཕན་འབྲེལ་བ་ཤུགས་ཆེན་པོ་འགྲོ་བཞིན་པ་ཡིན་ན་ཡང་དེ་ལ་དཔག་པའི་གི་ཁེ་བཟང་སྒོ་ཤེས་རྒྱ་ཡས་དེ་མི་མ་ཤེས་བདག་པོ་ཚོ་ལ་ཕུལ་དགོས་ཀྱི་ཡོད་རེད་ད་ཡིན་ནའི་བཀའ་བློན་དང་འཆར་འགོད་འགན་འཛིན་གཉིས་བོད་མི་སྒྲིག་འཛུགས་རང་གི་མི་ཡིན་པས་སོང་ཙང་ཨ་ནི་དངུལ་དེ་གས་དེ་མ་རྩ་གས་བོད་མི་སྒྲིག་འཛུགས་བླུས་པ་རེད་དེ་ཚོ་ལྟ་ཤུགས་དཀའ་བའི་སྒང་ལ་ཡིག་ཆ་དེ་འདྲ་བཞག་ཡོད་རེད་དེ་ཚོ་ང་ཚོ་དཀའ་ངལ་ཆེན་པོ་འགྲོ་ཅི་ལྟ་གས་མེད་ག་སྲིད་ན་ཕྱག་ལས་གནང་མཁན་ཚོའི་བཀའ་བློན་འགན་གནང་བཞེས་གནང་ཡོད་དུས་དེ་ཚོ་ཕྲན་ག་དེ་དཀའ་ངལ་གང་ཡང་ལྟ་གི་མེད་གང་ལྟར། ཉིས་སྟོང་བཅུ་བདུན་ལོ་ལ་འབུམ་གཅིག་དང་ཁྲི་གཉིས་ཀྱི་མ་རྩ་ཕྱེས་ནས་ཁོང་རྣམ་པ་གསུམ་གྱི་མཚན་ཐོག་ལ་ཨ་ནི་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་དེ Company གྱི་ངོ་བོ་ཐོག་ནས་དེབ་སྐྱེལ་བྱས་བཞག་པ་ཅིག་རེད། ད་འདི་ལ་ཆ་རྐྱེན་དང་པོ་དེ་ག་རེ་ཚང་དགོས་ཀྱི་ཡོད་རེད་ཟེར་ན་མ་རྩ་དེ་ཚང་དགོས་ཀྱི་རེད། མ་རྩ་ཉུང་མཐའ་དེ་ག་ཚོད་རེད་ཟེར་ན་འབུམ་ཉིས་བརྒྱ་རེད། Crore གཉིས་རེད། Crore གཉིས་དེ་ཚང་ཡག་གི་ཆེད་དུ་ཨ་ནི་ངས་ད་ལྟ་འདི་ནང་ལ་ཞུས་པ་ནང་བཞིན་བྱས་ནས་མ་འཛུགས་དང་པོ་ནང་ངས་འདི་ཨ་ནི Japan དོན་གཅོད་ཐའེ་ཝན་དོན་གཅོད། ཨིང་ལན་དོན་གཅོད་གསུམ་ལ་ལྟ་དཀའ་ག་འདྲེ་གནང་ཡོད་མེད་དེ་ལྟ་ཡ་བྱུང་མ་སོང་ག་འདར་དེ་གའི་དོན་གཅོད་གསུམ་དེ་ནང་ལོག་ནས་འབུམ་ཉིས་བརྒྱ་ལྔ་བཅུ་གཅིག་མར་རྩ་བླུག་ནས་ཨ་ནི་འབུམ་ཉིས་བརྒྱ་གི་མར་རྩ་དེ་ཚང་བ་བྱས་ནས་ཨ་ནི་དེའི་ཆ་ཅན་དེ་ཚང་བ་དང་ཨ་ནི་རྒྱ་གར་དངུལ་ཁང་ཆེན་མོ་ལ་སྙན་ཞུ་ཡ་ཕུལ་རེད་ད་དེ་ཨན་བྷི་ཨེབ་སི་དེབ་སྐྱེལ་བྱེད་ཡ་ལ་སྙན་ཞུ་ཕུལ་ནས་ལོ་དེའི་གི་ལོ་མཇུག་ནང་ལོག་ལ་ཨན་བྷི་ཨེབ་སི་གི་དེ་རག་པ་རེད་ད་ཉིས་སྟོང་བཅོ་བརྒྱད་གི་ལོ་མཇུག་ནང་ལོག་ལ་ཨན་བྷི་ཨེབ་སི་གི་ཆོག་ཅན་དེ་རག་ནས་ད་མར་རྩ་ག་ཚོད་ཡོད་རེད་ཟེར་ན། འབུམ་གཉིས་དང་ཕྱེད་ཀ་འབུམ་ཉིས་བརྒྱ་ལྔ་བཅུ་དེ་རེད། ང་ཚོ་སྡེ་ཁག་གསུམ་དེའི་སྒང་ལ་ནི་མ་འཛུགས་ན་ངན་གྱི་འབུམ་གཅིག་དང་ཁྲི་གཉིས་དེ་དེ་གས་དེ་རེད་ད། དེ་ནད་སྟངས་རེད། དེ་ནས་ཉིས་སྟོང་བཅུ་དགུ་ནས་བྱས་ནི་དེའི་ལས་འདོམས་ནང་ལ་དཔལ་འབྱོར་ལས་ཁུངས་འཁོད་ཡོད་པ་ནང་བཞིན་བྱས་ནི་དེའི་སྐབས་ཀྱི་འགན་འཁེལ་མཁན་གྲོགས་རོགས་ཀུན་ཆོས་བརྩོན་འགྲུས་ལགས་དང། ནི་འཆར་འགོད་ཀྱི་འཆར་འགོད་ཟེར་བ་དཔལ་འབྱོར་ལས་ཁུངས་ཀྱི། དྲུང་འཕར་གྱིས་ལས་གནས་ཐོག་ནས་ཕྱག་ལས་གནང་མཁན་སྐལ་རྡོར་ཀུ་ཀ་ཚང་ལགས་ཁོ་རང་གཉིས་ཨ་མི་རི་ཀར་ཕེབས་པ་རེད། ཨ་མི་རི་ཀ་དང་ད་ཡོ་རོབ་གཉིས་ཀ་བསྡོམས་པ་ཡིན་ན་ཟླ་བ་གཉིས་གཅིག་ཨ་ནི་མ་དངུལ་ད་ག་ཚོད་མ་རྩ། Capitalization། བྱས་ལ་དེའི་ཆེད་དུ་མ་རྩ་བསྡུ་རུབ་ཀྱི་ཆེད་དུ་ཕེབས་པ་རེད། འདི་ཕེབས་ནས་ཚུར་ཕེབས་དུས་མཚམས་པ་ལ་གང་ལྟར་མི་ཚང་ཉི་ཤུ་རྩ་ལྔ་གིས་རྒྱ་གར་སྒོར་མོ་འབུམ་ལྔ་བརྒྱ་བཅུ་ཡས་མས་ཅིག་ད་མི་ཚང་ཉི་ཤུ་རྩ་ལྔ་དེ་གི་མ་རྩ་བླུགས་བཞག་རྒྱུ་དེ་འདི་རེད། ད་ཁྱོད་སྡོམ་དུས་ཚན་པ་ལ་འབུམ་ལྔ་བརྒྱ་བཅུ་དང་འབུམ་ཉིས་བརྒྱ་ལྔ་བཅུ་སྡོམ་པ་ཡིན་ན། ནི་འབུམ་ལྔ་བརྒྱ་དྲུག་ཅུ་ཅིག་ཆགས་ཀྱི་ཡོད་རེད་ད་བདུན་བརྒྱ་དྲུག་ཅུ་ཅིག་ཆགས་ཀྱི་ཡོད་རེད་ད་མ་རྩ་ངོ་མ་དེ་འདི་རེད་ད། ད་ཉིས་སྟོང་བཅུ་བདུན་བཅོ་བརྒྱད་བཅོ་བརྒྱད་བཅུ་དགུ་བཅུ་དགུ་ཉི་ཤུ་ལོ་ལ། ཨ་རིའི་གཞུང་གིས་ད་གེ་འདི་ན་ལ་འགྲེལ་བཤད་རྒྱག་ཡོད་ན་བཞིན་ཨ་རིའི་གཞུང་གིས་ནི། དེ་འབྲེལ་གྱི་བུན་གཏོང་གི་ལས་གཞི་དེ་ལ་ཕན་ཡག་གི་ཆེད་དུ་རྒྱ་གར་གྱི་སྒོར་མོ་ཁོ་རོ་ཉི་ཤུ་རྩ་ལྔ། འབུམ་ཉིས་སྟོང་ལྔ་བརྒྱ། དེ་འདྲའི་གཅིག། མཐུན་འགྱུར་གནང་ཡ་ཕྱིན་ལོ་རེ་རེ་རེ་ལ་ཆ་ཤས་ཆ་ཤས་ཆ་ཤས། ཀོརོར་བདུན་བརྒྱད་བདུན་བརྒྱད་བདུན་བརྒྱད་ཕྱིན་དེ་འདྲའི་ཕྱིན་ནི་ཀོརོར་ཉི་ཤུ་རྩ་ལྔ་སླེབས་པ་རེད། ད་འདི་སླེབས་སྟངས་དེ་ཡང་ད་དཀའ་ངལ་ག་རེ་འཕྲད་ཀྱི་ཡོད་རེད་ཟེར་ན། ཨ་ནི། བཏང་ས་དེ་སུ་ལ་བཏང་པ་རེད་ཟེར་ན་དཔལ་འབྱོར་ལས་ཁུངས་ཀྱི་སྤྱི་ཚོགས་ཡར་རྒྱས་ནང་ལ་བཏང་པ་རེད། ག་རེ་ཟེར་ན་དངུལ་དེ་སྤྲད་དེ་ཨ་རི་གཞུང་གིས་སྤྲད་ཀྱི་ཡོད་རེད་སྤྲད་ས་གི་རྒྱུ་དེ། བོད་ཀྱི་ཐེབས་རྩ་རེད། ད་བོད་ཀྱི་ཐེབས་རྩ་གི་རྒྱུད་ནས་ང་ཚོ་ལ་ཚུར་སྤྲད་དགོས་ཀྱི་ཡོད་དུས་ཚོད་པ། ད་ངོ་ནས་བྱིན་ན་འདི་དངུལ་ཁང་ལ་ཆད་དུས་འདུས་ཚོད་པ་དངུལ་ཁང་གི་ནང་ལ་འགྲོ་ཐུབ་དགོས་ཀྱི་ཡོད་རེད་བ། ད་ཡིན་ན་འདི་འགྲོ་ཐུབ་ཡོད་མ་རེད། འགྲོ་མ་ཐུབ་ཡའི་རྒྱུ་མཚན་འདི་ག་རེད་ཟེར་ན། ཨ་རིའི་གཞུང་གིས་མ་ཤེས་བདག་པོ་བྱེད་ན་ཆོག་གི་ཡོད་མ་རེད། དེ་ག་ནང་བཞིན་གྱི་བོད་ཀྱི་ཐེབས་རྩ་འགའི་མ་ཤེས་བདག་པོ་བྱེད་ན་ཆོག་གི་ཡོད་མ་རེད། དེ་ཆོ་བོ་མེད་པའི་སོང་ཙང་མ་ཤེས་ཉོན་ནི་ཨ་ནི་ཚོང་གི་བདག་པོ་ཆ་ཡ་འདི་ཁོ་རོ་ཉི་ཤི་རྩ་སྔགས་ཀྱི་དངུལ་དེ་གི་བྱུང་ཐུག་གི་ཡོད་མ་རེད་དཔལ་འབྱོར་ལས་ཁུངས་ཀྱི་སྤྱི་ཚོགས་ཡར་རྒྱས་ཐེབས་རྩའི་གི་དེབ་ཅེས་བྱས་བཞག་པའི་གི་སྒྲིག་འཛུགས་དེ་ནང་ལོ་ལ་དངུལ་དེ་བཏང་པར་བཏང་དངུལ་དེ་བཏང་དུས་ཚན་པ་དངུལ་དེ་སླེབས་ཀི་སླེབས་ཀི་ཁྲིམས་དང་མཐུན་གི་ཡོད་པ་ཡིན་ན་དེ་རིམ་པས་རིམ་པས་གང་བྱུང་དཔལ་འབྱོར་ཞབས་ཞུ་ཁང་ནང་ལ་མ་ཤོད་བླུག་དགོས་གི་ཡོད་རེད་བ་དེ་བླུག་ཐུག་ཡོད་མ་རེད

Central Tibetan Administration Development Fund ཡིན་ན Development Foundation ཟེར་དེ་ལས་ཀྱི་ཆུ་ནི། དེ་ནས་དཔལ་འབྱོར་ལས་ཁུངས་ཀྱི་སྤྱི་ཚོགས་ཡར་རྒྱས་ལ་དངུལ་ཡོད་པ་དེ་དེའི་ནང་ལ་ཕར་བླུགས་དེ་ནས་ཆུ་ཨ་ནི་དངུལ་ཁང་ནང་བླུགས་ཡས་ཀྱི་དགོངས་པ་འདྲ་པོ་དེ་འདྲ་འདུག་གཞལ་བྱ་ཡིན་ནས་འདི་ཁྲིམས་མཐུན་ཆགས་ཐུབ་ཀྱི་མི་འདུག་དེ་འདྲ་བྱས་པ་ཡིན་ན་ཨ་ནི་ད་ལྟ་ཀུ་རེ་བཅུ་དུས་གཞན་པ་ཅིག་ད་ལྟ་ང་ཚོ FCRA སྐོར་དེ་ལས་གསུངས་སོང་ཨ་དེའི་གནས་སྟངས་དེ་དེ་འདྲ་ཆགས་ནས་གང་ལྟར། དངུལ་ཁང་ལ་དེབ་སྐྱེལ་བཅས་བྱས་ཚར་དུས་འཚམ་པ་ལ། མ་རྩ་གང་ཡོད་པ་འདི་གི་བརྒྱ་ཆ་ལྔ་བཅུ་དེ་ལོ་ད་ག་རང་ནང་ལོགས་ལ་བུ་ལོན་བཏང་ཚར་དགོས་གི་ཡང་འདི་ཁྲིམས་གཅིག་རེད། འདི་ལས་སླ་པོ་ཡོད་མ་རེད་གལ་སྲིད་ན། NBFC འདི RBI ལ་དེབ་སྐྱེལ་བྱས་ཚར་བའི་རྗེས་ལ་རྒྱ་གར་གི་དངུལ་ཁང་ཆེན་མོ་ལ་དེབ་སྐྱེལ་བྱས་ཚར་བའི་རྗེས་ལ་རྒྱ་གར་དངུལ་ཁང་ཆེན་མོ་ལ་དུས་ཐོག་དུས་ཐོག་དུས་ཐོག་ལ་ཡང་ཡིག་ཚོགས་ཡིག་ཆ་ཚོ་བཏང་ཚར་དགོས་གི་ཡོད་རེད་མ་གཏོགས་གཅིག་གིས་ཉིན་མ་གཅིག་ཕྱིར་དྲག་པ་ཡིན་ནའི་ཉེས་པ་རྒྱག་གི་ཡོད་རེད། དྲི་ཆུ་གསུམ་པ། ད་ལྟ་ང་ཚོ་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་མིང་གང་སྟོང་ཕྲག་དགུ་བཅུ་ལྷག་ཞིག་དང་སྟོང་ཕྲག་བཅོ་བརྒྱད་གཉིས་ཞིག་གི་ཉེས་པ་ཕོག་ཚར། དུས་ཚོད་ཏག་ཏག་སྤྲད་ཐུབ་མ་ཐུབ་ཀྱི་གནས་སྟངས་གོང་ནས་དེ་གཅིག་པོ་ཚིག་མ་རེད། དངུལ་ཁང་ཆེན་མོ་ལ་དེབ་སྐྱེལ་བྱེད་ཚར་དུས་མཚམས་པ་ལ་ཡང། སྒྲིག་འཛུགས་ཁག་མང་པོ་བཅོས་རེ་དྲུག་བདུན་ཕྱིན་དེའི་འོག་ལས་དེབ་སྐྱེལ་བྱེད་དགོས་ཀྱི་ཡོད། ངལ་རྩོལ་དང་སྒྲིག་འཛུགས་ཁང་ལ་ཚང་མ་དེབ་སྐྱེལ་བྱེད་ནི་བདེན་རྫུན་ལས་དུས་ཐོག་དུས་ཐོག་དུས་ཐོག་ལ་ཡང་གནས་ཚུལ་ཚང་མ་ཕར་བཏང་ཚར་དགོས་ཀྱི་ཡོད་རེད་མ་ད་གཅིག་དངུལ་ཁང་ཆེན་མོའི་གི་ཆ་རྐྱེན་ནང་བཞིན་དངུལ་རྩ་བཏང་མ་ཐུབ་པ་ཡིན་ན་ཉེས་པ་ཕོག་གི་ཡོད་རེད། དེའི་གནས་སྟངས་ཅི། དེ་ཡིན་དུས་ཚང་པ་ལ། ཚོང་གི་བུ་ལོན་དང་པོ་དེ་རྡེ་ར་དུན་ཡོད་ངེས་ཀྱི་མི་ཚང་གྲངས་ཀ་དེའི་ནང་ལ་འཁོད་ཡོད་པ་ནང་བཞིན་བྱས་ནས་དེ་ཚོ་ལ་འབུམ་གཉིས་གཉིས་ཡར་ཕྱེར་ད་ག་འདིར་ཉིས་སྟོང་བཅུ་དགུ་ཉི་ཤུ་བཅོ་བརྒྱད་བཅུ་བདུན་བཅོ་བརྒྱད་ནས་འདུག་ཕྱིར་མགོ་འདྲ་བཅུ་བྱས་འདུག་ཕྱིར་ནས་ཡོང་བསྡད་པ་རེད། ད། དེ་ལ་ཡང་གནད་དོན་གཅིག་དེ་ག་རེ་ཆགས་ཀྱི་ཡོད་རེད་ཟེར་ན་ད་ངས་ད་ལྟ་གནད་དོན་གསལ་པོ་བྱས་ནས་ཞུ་ཡ་དེ་གཅིག་དེ་ག་རེད་ཟེར་ན། མ་རྩ་དེ་འབུམ་བདུན་བརྒྱ་ལྔ་བཅུ་དྲུག་ཅུ་ཅིག་རེད་ད་ཁྱོན་བསྡོམས་པས། ག་ཟེར་ན་དཔལ་འབྱོར་ལས་ཁུངས་ཀྱི་འདི་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་ནང་ལོ་ལོ་བསྒྱུར་མ་ཚར་བར་དུ། འདི་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་ཆ་མཐུ་ཡས་ཡོད་མ་རེད། ཡིན་པ་ཡིན། དཔལ་འབྱོར་ལས་ཁུངས་ལ་ཀོ་རོར་ཉི་ཤུ་རྩ་ལྔ་ཡོད་པ་འདིའི་སྒང་ལ་འདས་པའི་ལོ་བཞི་ལྔ་ནང་ལོགས་ལ་ཀོ་རོ་ལྔ་མེད་ཞིག་འབུམ་ལྔ་བརྒྱ་མེད་ཞིག་གི་ང་ཚོ་སྐྱེ་ཁ་རག་ཡོད་དེ་བརྗོད་དུ་འཚམ་པ་ད་ཀོ་རོར་སུམ་ཅུ་མེད་ཞིག་ད་ལྟ་དཔལ་འབྱོར་ལས་ཁུངས་ཀྱི་སྤྱི་ཚོགས་ཡར་རྒྱས་ཐེབས་རྩའི་གི་ནང་ལོགས་ལ་ལྷག་བསྡད་ཡོད་རེད་དེ་རེད། ད་འདི། གནས་སྟངས་འདི་ཆགས་ཡོང་དུས་ཚོད་པ་ད་ད་ལྟ་ཡིན་པ་ཡིན་ནས་ང་ཚོ་དཔལ་འབྱོར་ལས་ཁུངས་ཀྱི་སྤྱི་ཚོགས་ཡར་རྒྱས་ཐེབས་རྩ་ནས་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་ལ་ཡང་པོ་ཐུག་གུར་བས་ཟེར་ན་ད་ལྟའི་ཁྲིམས་ཀྱི་འགྲོ་སྟངས་ཐོག་ནས་པོ་ཐུག་ཡ་འཁོར་ར་མི་འདུག་ཉིས་སྟོང་བཅུ་བདུན་བཅོ་བརྒྱད་ནས་བྱུང་མི་འདུག་ལྷག་པར་དུ་ཉིས་སྟོང་ཉི་ཤུ་གི་སྤྱི་ཟླ་དགུ་བའི་བཅུ་བའི་ནང་ལོགས་ལ་རྒྱ་གར་གཞུང་གི FCRA གི་ཕྱི་དངུལ་ལེན་པས་ལེན་ཆོག་ཡ་གི་ཁྲིམས་དེ་འགྱུར་བ་བཏང་ཆེད FCRA གི་འོག་ལ་དེབ་སྐྱེལ་བྱེད་ཞབས་པའི་གི་སྒྲིག་ཚུགས་གཅིག་གཉིས་ཡོད་པ་ཡིན་ན་དེ་གཉིས་གཉིས་ཀ་གི་དམིགས་ཡུལ་གཅིག་པ་ཡིན་ནའི་བར་ཚོ་དངུལ་སྤྲད་ཆོག་གི་མ་རེད་ཞེས་ནས་འདིས་བཀག་སྡོམ་ཤུགས་ཆེན་པོ་ཅིག་བྱས་ཡོད་རེད་དེ་ཡིན་དུས། དེ་སྔ་རྒྱ་གར་ནང་ལོགས་ལ་ང་ཚོ་གཅིག་པོ་མ་རེད་རྒྱ་གར་ནང་ལོགས་ལ་དེབ་སྒྲིག་འཛུགས་གཅིག་དེབ་སྐྱེལ་བྱས་ནས་དངུལ་ག་བ་ག་ས་ནས་ལེན་ལས་གཞི་མང་པོ་སྤེལ་བསྡད་ཀྱི་ཡོད་མང་པོ་ཅིག་འགག་གོ་ཐུག་ཡ་གི་གནས་སྟངས་ཆགས་ཡོད་རེད་ཉེ་བའི་ཆར་ལ། རྣམ་པ་ཚོ་གསར་འགྱུར་བརྒྱུད་ལམ་ཁག་ལ་གཟིགས་ཡོད་པ་ཡིན་ན་འདས་པའི་ཟླ་བ་གཅིག་གཅིག་ཕྱེད་ཀ་ནང་ལོགས་ལ་གནས་ཚུལ་གཅིག་ཐོན་ཡ་ལ་ཕལ་ཆེར་རྒྱ་གར་ནང་ལོགས་ལ FCRA གི་དེབ་ཅེས་བྱས་བཤད་པ་བསྐྱར་དུ་ཞུ་དགོས་ངེས་འདི་འདྲས་དུས་ཚོད་ཏག་ཏག་ལ་མ་ཞུ་བའི་རྒྱུ་མཚན་གཏན་ནས་སུམ་སྟོང་ལྔ་བརྒྱ་ཅིག་མེད་པ་སོགས་རེད་ཟེར་ཡ་གནས་ཚུལ་གཅིག་དོན་པ་རེད། ད་ལྟ་བཀུར་འོས་སྤྱི་འཐུས་གཅིག་གིས་དེ་ང་ཚོ་བོད་མིའི་སྒྲིག་འཛུགས་ལ་འདི་དཀའ་ངལ་འཕྲད་ཀྱི་ཡོད་མེད་ཤེས་མ་སོང་གསུང་ཡ་དེ་ད་ལྟ་བར་དུ་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་དམ་ས་ལ་ལ་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ད་ཁ་ཆེ་སྙེ་མ Trust ལ་ད་ལྟ་ང་ཚོའི་ག་སུ་རེད་དཔལ་འབྱོར་ལས་ཁུངས་ཀྱི་སྡེ་ཚན་དེའི་ནང་ལ་ཨ་ནི་ད་ལྟ་ང་ཚོ་བསྐྱར་དུ Renew བྱེད་ཡ་གཅིག་གི་ལྷག་བསྡད་ཡོད་མ་གཏོགས་གཅིག་གིས་གཞན་པ FCRA གི་དཀའ་ངལ་འཕྲད་བཞག་པ་མེད། ག་རེ་ཟེར་ན FCRA གི་སྒྲིག་འཛུགས་སྒྲིག་གཞི་དང་ཨ་ནི་དེབ་སྐྱེལ་བྱེད་བཞག་པའི་གི་ཚོགས་པའི་གི་སྒྲིག་གཞི་དེ་གའི་དེ་ལ་ལྷན་ཁང་སོ་སོ་སོ་གི་ཚང་མ་ལོག་དོ་སྣང་ཞེ་པོ་གཅིག་གཏང་གི་ཡོད་རེད། ད་ནང་བཞིན་བྱས་ནི་ཁ་ཚིན་བར་ལམ་འདི་དང་འབྲེལ་བའི་གི་གནས་ཚུལ་རེད་ད FCRA འདི་བསྐོ་སྟེ་ང་ཚོ་གསང་གནས་དེ་འདྲས་འཇོག་སོང་ལྷོ་ཕྱོགས་གཞིས་ཆགས་ད་འདི་བསྐོ་གསང་བ་གནས་ཚུལ་ད་གི་གལ་མ་རེད་པ་ལྷོ་ཕྱོགས་གཞིས་ཆགས་ཁག་ལྔ་ལ་ཡ་ཨ་ནི་དགོན་སྡེ་ཁག་དང་དེ་བ་ལ་ཡང་རྒྱ་གར་གཞུང་གསང་བའི་ལས་ཁུངས་ཀྱི FCRA དང་འབྲེལ་བའི་ཐོག་ནས་ཨ་ནི་ཞིབ་འཇུག་བྱེད་ཀྱི་འདུག་ཟེར་ཏེ་ང་ཚོ་ཆོས་རིག་ལས་ཁུངས་ནས་མ་བཀོད་ཁྱབ་ཀྱིས་བཏང་གི་ཡོད་སྙེ་མ་བཀའ་ཤག་སྐབས་བཅུ་གཉིས་བཅུ་གསུམ་ནས་ཕྱིན་ནི་དགོན་སྡེ་ཁག་ཚང་མ་ལོ་ལ་ཡང་ལམ་སྟོན་ཞུས་ཡོད་རེད་ཡིན་ནས་ད་ལྟ་ཡིན་པ་ཡིན་ནས་རྒྱ་གར་གཞུང་གི་ཁྲིམས་གཞི་སྲུང་ཕྱིན་ནི་ང་ཚོ་དངུལ་བདག་ཉར་བྱེད་ཡ་དེ་གས་དེ་ཏག་ཏག་ཡོང་གི་ཡོད་མེད་ཞུ་ཐུབ་གི་མི་འདུག་འདུག་ཟེར་རེད་ད་གང་ལྟར་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་འདི་གི་དངུལ་གི་གནས་སྟངས་སུ་འགྲོ་བ་འདི་འདུག་ཕྱིན་ཆ་དེ་ཡོད་རེད་གངས་སྤྱི་ཚོགས་ཡར་རྒྱས་ཐེབས་རྩ་གི་ནང་ལོ་ལ། སྐུ་རོར་སུམ་ཅུ་མས་བཞི་བཅད་ད་དཔེ་ན་ད་ལོ་འདྲ་བོ་བྱིན་པ་ཡིན་ན་འདིའི་སྐྱེ་རྒ་དེ་ཡར་འདོན་པ་ཡིན་ན་སྐུ་རོར་སུམ་ཅུ་བཞི་བསྟན་ནས་ཕྱག་དྲུག་རེ་སུམ་ཅུ་བཞི་བཅད་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་རང་ལ་ཡོད་བསྡད་པ་འདི་ཨ་ནི་འབུམ་བདུན་བརྒྱ་ལྔ་བཅུ་དྲུག་ཅུ་ཅིག་པཱ་ར་རེད་ད་ག་འདར་ཏག་ཏག་འདི་ཕྱི་གུ་ནང་ལ་ཡོད་འདུག་ཅིག་ཟེར་མ་འདི་བདུན་བརྒྱ་ལྔ་བཅུ་དྲུག་ཅུ་འདི་ལ་ད་དཀའ་ངལ་དེ་ག་རེ་ཟེར་ན་ད་ལྟ་འདི་ན་ལབ་ཡོད་ལས་བྱེད་ཚོ་བསྐོ་སྟངས་འདི་རྩིས་ཞིབ་སྙན་ཐོ་གནང་ལོ་ལས་དྲི་བ་འདུག་ལས་བྱེད་བསྐོ་སྟངས་ཀྱི་སྐོར་ནས་དཀའ་ངལ་ཅིག་འཕྲད་དེ་ཡོད། གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་ཐོག་མ་ཐོག་མ་དེ་ལྟ་སྐུ་རེ་བཅུ་བདུན་རྣམ་པ་ཚོ་སྐབས་སྔོན་མ་དང་དེའི་སྔས་ནས་ཡོད་པ་ཡིན་ན་ད་ཉིས་སྟོང་བཅུ་དྲུག་བཅུ་བདུན་ལས་ད་ལྟ་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་བཙུགས་པ་དེ་འཛིན་སྐྱོང་གི་ཆ་ཤས་ག་གི་གི་འོག་ལ་ཚུད་ཀྱི་རེད་ཟེར་གི་འཛིན་སྐྱོང་གི་སྒྲིག་གཞི་གི་ཡན་ལག་ཇི་ཡོད་རེད་ཟུར་འཛར་ཇི་ཡོད་རེད་དེ་སྐོར་འབྲེལ་བ་ཚང་མ་མཁྱེན་གྱི་རེད། དེའི་ནང་ལོགས་ལ་དངོས་གནས་ཕྱིན་ན་སྡེ་ཚན་འདི་འདྲའི་གཅིག་གསར་པ་བཙུགས་དུས་ཚན་པ་ལ་སྤྱི་འཐུས་རྒྱུན་ལས་ལ་གོ་བསྡུར་གྱིས་ཞུ་དགོས་ཀྱི་ཡོད་རེད། བདེ་ཆེན་འདི་རེད་ཅིག་ཁུ་དུ་བྱེད་པའི་སྐབས་ལ་ཡིན་པ་ཡིན་ནས་སྤྱི་འཐུས་རྒྱུན་ལས་ལ་གོ་བསྡུར་ཞུ་དགོས་ཀྱི་ཡོད་རེད། ཡིན་ནས་འདི་གོ་བསྡུར་ཞུ་ཐུབ་པ་བྱུང་མི་འདུག་སྐབས་དེ་དུས་སྤྱི་འཐུས་ལྷན་ཚོགས་ནས་འཛིན་སྐྱོང་ལ་ཡང་སྟངས་འཛིན་གནང་ཐུབ་མི་འདུག་ཨ་ནི་འཛིན་སྐྱོང་ནས་ཨ་ནི་འདི་གོ་བསྡུར་ཞུས་མི་འདུག་དེ་མ་ཞུས་པ་ལ་བརྟེན་ནས་ན་ནིང་ད་ཞེ་ནིང་ཟེར་བར་པ། ན་ནིང་སྤྱི་ཟླ་གསུམ་པ། ན་ནིང་སྤྱི་ཟླ་གསུམ་པ་ལ་གཞི་ནས་ད་ཉིས་སྟོང་བཅོ་བརྒྱད་བཅོ་བརྒྱད་ནས་ཕྱི་ལ་ཉིས་སྟོང་ཉིས་གསལ་གཅིག་བར་དུ་ན་ནིང་སྤྱི་ཟླ་གསུམ་པ་ལ་གཞི་ནས་ཨ་ནེ་གྲོས་ཚོགས་ཀྱི་གསོལ་ཅོག་ལ་ཕུལ་ནས་ད་ལྟ་ང་ཚོ་འཛིན་སྐྱོང་གི་སྒྲོམ་གཞིའི་བར་ལ་ཚུད་ཙམ་ཅིག་ཆགས་ཡོད་རེད། ད་དཀའ་ངལ་ཆེ་ཤོས་དེ་ག་བ་ཐུག་གི་ཡོད་རེད་ཟེར་ན་ཐོག་མའི་བཀའ་ཤག་གི་དགོངས་པ་དེ་ཁོ་ཚོང་ལས་རང་གི་ངོ་བོ་ཐོག་ནས་བྱེད་ཡ་ཅིག་གནང་བ་རེད་དེ་ཡིན་ནས་དངོས་སུ་ལག་ལེན་བསྟར་ག་འགྲོ་དུས་ཚང་པ་ལ་ད། རྒྱ་གར་གཞུང་གི་དངུལ་ཁང་གི་ཁྲིམས་སྒྲིག་གཞི་འཛོལ་ཅིག་ཁི་གུག་ཡོད་པ། ཡང་ལས་བྱེད་འཛུ་ང་འཛུལ་གྱི་ལས་བྱེད་བླང་དོར་སྒྲིག་གཞི་གི་ཁྲིམས་དེ་འཛོལ་ཅིག་ཁི་གུག་ཡོད་ཡང་དེའི་ནང་ལ་མཐུན་མ་མཐུན་གི་གནས་ཚང་དང་ཕོགས་གི་འགྲོ་སྟངས་དང་ཐོབ་ཐང་གི་འགྲོ་སྟངས་དང། ཁང་པ་ཡན་ཆད་ནས་སྤྲད་ཡ་སྟངས་དང་ལས་བྱེད་གསར་འབྱོར་བྱེད་ཡ་གི་སྒྲིག་གཞི་དང་ཆ་ཚང་གཅིག་བཀའ་ཤག་གིས་ཟུར་དུ་ཅིག་བཟོས་གནང་ཡོད་རེད། ད་འདི་ཟུར་དུ་བཟོས་དུས་མཚམས་པ་ལ་བོད་མིའི་སྒྲིག་འཛུགས་ཀྱི། ཁྱབ་ཁོངས་ལ་ཆགས་ཀྱི་ཡོད་མ་རེད་གཞུང་ཞབས་ཀྱི་ནང་ལོགས་ལ་ཚུད་ཀྱི་ཡོད་མ་རེད་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་དེའི་ནང་ལོགས་ལ་ཆོད་མཁན་བསྐོས་བཞག་པ་ལས་བྱེད་ཀྱི་གནས་བབ་འདི་ཚོ་གང་ལ་བསྐོས་བཞག་ཡོད་རེད་མ་གཏོགས་ཇི་གི་ཞན་པ་ལས་བྱེད་འདི་གའི་ཚང་མ་ད་ལས་བྱེད་འདི་གའི་འདི་གླ་ཆ་སྤྲད་ཡག་ད་ནང་བཞིན་ཕྱིན་ནི་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚིག་ཐོ་ནང་ལ་གཟིགས་པ་ཡིན་ན་ཨ་ནི། རཱམ་མོཧན་རའོ་ཞེས་གཅིག CEO ལ་གླ་ཡོད། ཁོ་རང་ཐོག་མ་ཡང་འཇུས་དུས་ཚན་པ། ད་ད་ལྟ་ཀམ་པ་ནི་གསར་པ་བཙུགས་ཚར་ཟིན་དུས་ཡོང་འབབ་ཞེ་དྲག་མེད་དུས་ཚན་པ་ལ་ཁོ་རང་དགུ་མོ་གཅིག་ཡིན་ན་དགུ་མོ་བཅུ་ཡིན་ན་ཅེས་ལས་ཀ་བྱེད་ཀྱི་ཡིན་ཞེས་ནི་སྡུག་བྱེད་ནི་ཡོད་རེད་རྗེས་སུ། འགན་འཛིན་ལྷན་ཚོགས་ཚིག་ཐོ་ནང་ལོ་ལ་ཡང་ཁོ་རང་ལ། འབུམ་གཅིག་དང་སྟོང་ཕྲག་ཉི་ཤུ་རྩ་ལྔ་རྩ་ལྔ་གླ་ཆ་ཕུལ་བསྡད་ཡོད། དེ་ཕུལ་ཡས་དེ་ཡང། ཡང་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་ནས་ཕུལ་གི་ཡོད་མ་རེད། རྩིས་འགོ་ནི། དེ་དཔལ་འབྱོར་ལས་ཁུངས་ཀྱི་སྤྱི་ཚོགས་ཡར་རྒྱས་དང་ཐེབས་རྩ་ནས་ཕུལ་ཡོད། དེ་ག་ནང་བཞིན་ཅན་ནི། ལས་བྱེད་ཁག་བདུན། CEO། ལ་བླ་བྱ། Company Secretary། ལ་བླ་བྱ། ད་ལྟ་འགན་འཛིན་ལྷན་ཚོགས་ནང་ལ་ཡོད་པའི་ཀ Alok Prasad ཁོ་རང་ཚོགས་འདུ་རེ་རེ་རེ་རེའི་ཕེབས་དུས་ཚང་པ་ལ། ཆུ་ཚོད་གཅིག་དགའ་གི་ཡོད་ན་རེད་ཉི་མ་གཅིག་དགའ་གི་ཡོད་ན་རེད་ཚོགས་འདུ་རེ་རེ་རེ་ལ་སྒོར་མོ་ཁྲུམ་ཁྲི་གསུམ་གསུམ་ཕུལ་དགོས་གི་རེད་ལོ་གཅིག་ལ་འགན་འཛིན་ལྷན་ཚོགས་ཐེངས་མ་བཞི་འཚོགས་དགོས་གི་ཡོད་རེད་དེ་གི་འབུམ་གཅིག་དང་ཁྲི་གཉིས་ཁོ་རང་ལ་འགྲོ་སོང་འགྲོ་གི་ཡོད་རེད་ལོ་རྟག་པ་རེད། ག་ཚོད་ཕྱག་ལས་གནང་མ་གནང་སྐད་ཆ་གལ་མ་རེད་དེ་དེ་ཁོ་ཀམཔནི་གཅིག་དེབ་སྐྱེལ་བྱས་ཚར་དུས་ཚན་པ་འདིའི་ཆ་རྐྱེན་ཚང་མ་སྒྲུབ་དགོས་ཀྱི་ཡོད་དུས་འགྲོ་སོང་དེ་དེ་ག་ཞིག་སྒྲུབ་ཀྱི་ཡོད་རེད་ད་དེའི་སྒང་ལ Dalberg ཟེར་ཀམཔནི་དེ་ཨ་མི་རི་ཀའི་གི USAID ཁོ་རང་ཚོ་གི་བདམས་ནས་ཞིབ་འཇུག་བྱེད་བཅུག་རྒྱུ་རེད་ཁོ་ཚོའི་གི་འབུམ་བརྒྱ་དང་དྲུག་ཅུ་འགྲོ་སོང་བཏང་ཡོད་རེད་རྒྱ་གར་སྒོར་མོ་འབུམ་བརྒྱ་དང་དྲུག་ཅུ་འབུམ་བརྒྱ་དང་དྲུག་ཅུ་འགྲོ་སོང་བཏང་ནས་དེབ་གཅིག་བཏོན་ཡོད་རེད་དེབ་གཅིག་ཆ་ཚང་ཀློག་ཡིན། དེབ་དེ་མགོ་ནས་མཇུག་བར་དུ་ཀློག་པ་ཡིན། དེའི་སྒང་ལ་དེབ་གཞན་པ་གཅིག་ཡོད་རེད། དེབ་གཞན་པ་འདི་ཚོ་མང་ཆེ་བ་གཅིག། རྒྱ་གར་དངུལ་ཁང་ཆེན་མོའི་གིས་དེབ་སྐྱེལ་བྱེད་པ་དང་འབྲེལ་ནས། སྒྲིག་འཛུགས་གཞན་པ་ལ་དེབ་སྐྱེལ་བྱས་པ་ཡིན་ན་དེ་ཚོའི་གི་ཡུལ་ཁྲིམས་དེ་ཚོ་གི་ཆ་ཚང་ཞིག་དེ་ཚོ་ད་ཕར་ཚད་ནས་བཀོག་ནས་སུ་འཇགས་ཡས་སུ་རུབ་བྱེད་རེད། ངའི་དཔལ་འབྱོར་ལས་ཁུངས་ལས་ཁོང་ཚོ་རྙེད་དགོས་འདི་ཚོ་ཁྱོད་ཚོའི་རུག་རུག་བཟོས་བྱས་དེབ་པར་སྐྲུན་རྒྱབ་སྐྱོར་ཡོན་གྱི་ཚོད་ད་ག་རང་རེད་ཟེར་གི་འདུག་འདི་འབྲལ་འབབ་ཀྱི་དཀའ་ལས་རྒྱབ་སྐྱོར་དེ་འདྲ་ཁེག་མ་རེད། ཡིན་ནས་འབྲལ་འབབ་ཀྱི་འབུམ་བརྒྱ་དང་དྲུག་ཅུ་བཏང་ནས་དེབ་གཅིག་བཏོན་ཡོད་རེད་དེའི་ནང་ལོགས་ལ་དམིགས་བསལ་ཞིབ་གཉེར་དེ། གངས་ལྗོངས་དཔལ་འབྱོར་ཞབས་ཞུའི་ཁང་གི་གནས་སྟངས་སྡུག་ཤོས་སྡུག་ཤོས་ལས་ཁེབས་ཚང་བཟོ་གི་རེད་བཞིན་ལབ་ཡོད་རེད། མ་འོངས་པ་ཕུགས་རྒྱང་རིང་པོ་ལ Small Finance Bank དེ་བཟོས་ད་ག་འདྲ་ཁོ་ཚོས་ཀྱི་འཆར་གཞི་ག་རེ་བསྒྲིགས་པ་ཡིན་ནས་གཙོ་བོ་ང་ཚོས་དེ་ནས་ཕ་བཞུས་ནི་བསླུ་བའི་བྱེད་རན་མ་འདུག་བྱེད་ཀྱི་ཁོ་རང་ཚོ་གི་འདོད་པ་གང་ཡོད་བ་འཆར་གཞི་ང་ཚོ་བོད་པའི་སྤྱི་ཚོགས་ལ་བཟོ་ཞིང་མར་བ། འོན་དེ་འབྲེལ་གྱི་གནས་སྟངས་ཕྱེ་ནི་རྒྱལ་འབབ་ཀྱི་འབུམ་བརྒྱ་དང་དྲུག་ཅུ་གཅིག་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་དོན་དག་ལ་འགྲོ་སོང་བཏང་ཡོད་རེད། དེའི་སྒང་ལ། ད་ལྟ། ད་བུ་ལོན། ད་ལྟ་ང་ཚོ་གཡག་ཡག་འགོ་བཙུགས་ཚར་ཟིན་རེད། ཡིན་ནས་ས་གནས་སོ་སོ་སུ་ལ། བཀའ་ཤག་གི་སྐབས་དེ་དུས་བཀའ་ཤག་གི་དགོངས་པ་དེ་ག་རེ་འདུག་ས་གནས་འགོ་འཛིན་ཚང་མ་བུ་ལོན་བཏང་མཁན་ལ་བྱ་ཡ་རེ་བྱ་དེ་བྱས་ནི་ས་གནས་འགོ་འཛིན་ཚོ་ལས་ཟབ་སྦྱོང་སྤྲད་ཡོད་རེད། ས་གནས་ལ་བུ་ལོན་མང་བཏང་ཡ་ལན་བྱས་ཡ་འདི་ཚོ་དེའི་འགན་དེ་ས་གནས་འགོ་འཛིན་བྱས་ཡ་བྱས་དེའི་གི། ཨ་ནི་ཅིག་བརྒྱ་ཆ་གཅིག་གཅིག་སྤྲད་ནི་འདིའི་གི་ས་གནས་གི་འགྲོ་སོང་ལ་ཕན་ཐོགས་ཡ་གི་དགོངས་པ་འདྲ་པོ་འདི་འདྲ་བཞེས་ཤག་ད་ཡིན་པ་ཡིན་ནའི་ས་གནས་འགོ་འཛིན་གི་འདི་ལས་ཀ་བྱ་ལས་གནང་ཐུག་ར་ཐུག་གི་མ་རེད་གཞུང་དང་གཞུང་འབྲེལ་མ་ཡིན་པ་ཚོགས་པ་ད་ད་འདི་ཚོང་གི་ངོ་བོ་ཐོག་ནས་བྱེད་དུས་འཚམ་པ་ད་གཞུང་འབྲེལ་ཡིན་པས་སོ་གཞུང་འབྲེལ་མ་ཡིན་པ་སོས་ད་དཀའ་ངལ་འཕྲད་ས་དེ་ཚང་མ་དེ་གཞུང་དང་གཞུང་འབྲེལ་མ་ཡིན་པའི་གི་ངོ་བོ་འདི་གི་ཐོག་ནས་འཕྲད་བསྡད་གི་ཡོད་པ་དང་དངུལ་དེ་ཚུགས་བླུགས་ཐུབ་མ་ཐུབ་པའི་དཀའ་ངལ་དེ་འཕྲད་བསྡད་གི་ཡོད་རེད་ད་བུ་ལོན་བཏང་ཡག་གཞི་ནས་འགོ་བཙུགས་ཚར་ཟེར་རེད་དེ་ཡང་བུ་ལོན་བཏང་ཡག་གི་འཕྲུལ་ཆས་ཅིག་བཟོས་ཡོད་རེད Apps ཅིག། Management System MIS System ལ་ཡྱེད Management Information Systems ཡྱེད། འདི་བཟོ་ཡས་ཁོ་རང་ལ་འབུམ་ལྔ་བཅུ་དྲུག་ཅུ་གཅིག་གྲོ་སོང་བཏང་ཚར་རེད་ཡང། ད་ད་ད་ལག་པ་ལ་རག་རྒྱུ་རེད། རེད་བ། འདི་གྲོ་སོང་བཏང་ཚར་བ་རེད། ད་འདི་གས་ཚང་མ་ཡང་བསྡོམས་ཡོང་དུས་ཚང་པ་ལ་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གིས་ཨ་རིའི་གཞུང་གིས་རོགས་པ་བྱེད་པ་འདི་ད་ལྟ་དཔལ་འབྱོར་ལས་ཁུངས་ལྷག་བསྡད་ཡོད་རེད་ད་ལོ་སྔོན་རྩིས་ནང་ལོ་ལས་ང་ཚོ་སྤྱི་ཚོགས་ཡར་རྒྱས་ཐེབས་རྩ་རང་གི་དངུལ་ཁང་ནང་ལ་ཡོད་དུས་ཚང་པ་ལ་དེ་ག་རང་བཞག་གི་ཡོད། ད་ལོ་དེ་འགྱུར་བ་བཏང་ཅིང་འདུག་བཞིན་བཞག་གི་ཡོད་ཡིན་ནས། འབུམ་བདུན་བརྒྱ་ལྔ་བཅུ་དྲུག་ཅུ་གཅིག་གི་མར་རྩ་ལ། ད་ལྟ་བར་དུ། འབུམ་བཞི་བརྒྱ་བརྒྱད་ཅུ་གྱ་དགུ། འགྲོ་སོང་བཏང་ཚར་བར། འབུམ་བདུན་བརྒྱ་ལྔ་བཅུ་དྲུག་ཅུ་སོ་ཡས་ལ། འབུམ་བཞི་བརྒྱ་བརྒྱད་ཅུ་གྱ་དགུ་འགྲོ་སོང་བཏང་ཚར་བར། ད་འབུམ་བཞི་བརྒྱ་བརྒྱད་ཅུ་གྱ་དགུ་དེ་གའི་ཚང་མ་ལོ་འབུམ་བདུན་བརྒྱ་ལྔ་བཅུ་དྲུག་ཅུ་གི་མར་རྩ་ནས་མ་འཐེན་པ་ཡིན་ན། འབུམ་ཉིས་བརྒྱ་དྲུག་ཅུ་བདུན་ཅུ་ཆུད་མ་དེ་ལྷག་ཡོད་མ་རེད་དངུལ་ཁང་ལ། དངོས་གནས་ཚོང་གི་ལས་ཀ་གྱིས་ང་རང་བསམ་བློ་ཚོང་པ་གཅིག་གི་བསམ་བློ་བཏང་བ་ཡིན་ན། ཚོང་རྒྱབ་པ་ཡིན་ན་སོ་སོ་མར་རྩ་ག་རེ་ཡོད་པ་དེ་ནས་བཏང་དགོས་རོགས། དངུལ་ཁང་ཡིན་པ་ཡིན་ནས་དངུལ་ཁང་འདི་ལ་འགྲོ་སོང་འགྲོ་གི་ཡོད་པ་ཡིན་ན་དངུལ་ཁང་འདི་གི་ཆེད་དུ་འགྲོ་སོང་ག་རེ་འགྲོ་བ་དེ་དངུལ་ཁང་འདི་ནས་བཏང་དགོས་རོགས་པ། ཡིན་ནས་འདི་མ་བཏང་བ་ཆེད། འབུམ་བཞི་བརྒྱ་བརྒྱད་ཅུ་བརྒྱད་དགུ་གཅིག་འདུག་ཕྱིན་ཕྱིན་དེ་ད་མ་འོངས་པ་མུ་མཐུད་ནས་འགྲོ་དགོས་ཀྱི་ཡོད་པ་ཡིན་ན་ད་འདོད་འདི་སྐྱོར་ཡ་ལ། ཁ་ཆེན་སྐད་ཆ་གཅིག་ག་རེ་ལྷག་དེ་ཡོད་རེད་ཟེར་ན་ད་འགྲོ་ལ་འབུམ་བཞི་གཅིག་སླེབས་ཡ་ལྷག་དེ་ཡོད་རེད། འདིའི་ཆེད་དུ། ཕ་ཚེ་ང་མ་ཡིས་ལྡི་ལི་ཕྱིན་པ་ཡིན། ཨ་རིའི་གཞུང་གི་རོགས་དངུལ་ཁོང་ཚོའི་རོགས་ཚོགས་ས་གནས་ལ་ཡོད་ངེས་ཁོང་ཚོ་ལས་བྱེད་གསུམ་མཇལ་བ་ཡིན། ཨེ་ཁོང་ཚོས་དེའི་གནས་སྟངས་དེ་གསུང་གི་འདུག་ད་དེ་ཡིན་དུས། གར་བྱེད་ཀྱི་རེད་ཟེར་ནས་ད་ང་ཚོས་ཀྱིས་ད་ལྟ་ག་རེ་བསམ་བཏང་གི་ཡོད་རེད་ཟེར་ན། དང་པོ། བཀའ་ཤག་སྐབས་བཅུ་དྲུག་པ་སླེབས་ནས། འགན་འཛིན་ལྷན་ཚོགས་ཀྱི་མིའི་སྐད་ཆ་གཅིག་པོ་མ་ཉན་པ་བྱས་རྗེས་འགན་འཛིན་ལྷན་ཚོགས་ཀྱི་ནང་ལོགས་ལ་ག་རེ་ག་རེ་གོ་བསྡུར་བྱེད་དོ་ཆེ་ཚང་ཚིག་རེ་རེ་རེ་རེ་ཕྱིན་ནས་ཀློག་པ་ཡིན། དེའི་གནས་སྟངས་རྒྱུས་ལོན་ཆེད་མིའི་སྐད་ཆ་གཅིག་པོ་མ་ཡིན་པ་བྱས། ཨ་ནི་འབྲེལ་ཡོད་ལྷན་ཁང་ལ་སྐད་ཆ་དྲིས་དགོས་ཨེ་འདུག། དྲིས་པ་རེད། ད་ད་ནི་ད་འདི་ངས་བལྟས་ཤིག་འགྱུར་བ་བཏང་ཆོག་གཅིག་དེ། ག་རེ་ཟེར་ན་ད་ད་ད་དཔལ་འབྱོར་ལས་ཁུངས་ལ་ཡོད་དེ་གའི་དངུལ་དེ་ག་རེ་བྱེད་ཀྱི་ཡོད་རེད་ཞེས་འདིའི་གནས་བབ་འདི་ད་ད་བུ་ལོན་ག་ཚོད་ག་ཚོད་བཏང་ཡོད་མེད་དེ་གའི་ཆ་ཚང་གཅིག་ད་ད་ལན་དེ་ནང་ལ་ཕུལ་བཞག་ཡོད། ཡིན་ནས་འདི་ལས་གནད་འགག་ཅིག་ཡོད་རེད་དེ་གྲོས་ཚོགས་ཀྱི་མཆན་བཀོད་ཡ་དེ་གལ་ཆེན་པོ་རེད་ཟེར་ད་ག་ད་བཀའ་ཤག་སྐབས་བཅུ་དྲུག་པས་ཕྱི་གསལ་ནང་གསལ་བྱེད་ཀྱི་ཡོད་ཅེས་ཞུ་གི་ཡོད། རོ་ཨ་ཀ་ཤ་ངེས་མེད་ཀྱི་སྒྲིག་བཞག་ཡོད་པ་ཚོས་གད་སྒྲིག་ཏུ་སུན་ཞུ་གི་ཡོད། མ་འགྲིག་པ་ཚོས་ཡིན་ནའི་གྲོས་ཚོགས་ལ་དངོས་ཡོད་ཞུས་རྗེས་ཁར་སང་ང་མ་འོངས་པ་ང་ཚོ་ད་ཁར་དུ་ལག་ཁ་ཡག་པོ་ཅིག་ལ་འགྲོ་ཐུབ་ཡག་གི་འབད་བརྩོན་ཞུ་དགོས་ཀྱི་རེད། དེ་ཡིན་དུས་བསམ་པ་ལ་ཀུ་རེ་སྤྱི་འཐུས་རྣམ་པ་ཚོས་དགོངས་ཚུལ་གསུངས་ཡོད་དུས་བསམ་པ། ཚོར་བ་འདི་དག་ཧ་གོ་གི་འདུག་དེ་ཡིན་ནའི་དངོས་ཡོད་གནས་ཚུལ་དེ་མ་མཁྱེན་པ་ཡིན་ན་གཞུང་མང་ང་ཚོ་ཐག་གཅོད་བྱེད་ཡ་ལ་ཏན་ཏན་དཀའ་ངལ་འཕྲད་དོགས་ཁག་པོ་རེད་བསམ་གྱི་འདུག་ད་དཔལ་འབྱོར་ལས་ཁུངས་ནང་ལ་ཡོད་བསྡད་པའི་ཀོ་རོར་ཉི་ཤུ་རྩ་ལྔ་འདི་དང། ཀོ་རོར་ཉི་ཤུ་རྩ་ལྔ་འདིའི་སྒང་ལ་ལྕེ་ཁ་རག་བསྡད་པ་འདི་གས་འདི་ད་ད་ལྟ་བུ་ལོན་བཏང་ཡག་འདི་ནང་ལོགས་ལ་བཏང་བསྡད་ཀྱི་ཡོད་རེད། སུ་རག་ཚོང་པ་ལ་བུ་ལོན་བཏང་ཡག་དང་དེ་ཚོ་ཕྲན་ག་བཏང་བསྡད་ཀྱི་ཡོད་རེད་ད་ད་ཚོང་ཙག་ཙིག་དང་རྟ་དྲེལ་ཟེ་ཡག་དང་དེ་ཚོ་ཚང་མ་ལོགས་གར་སོང་སྐྱེ་ཁ་ཆུང་བ་རེད། རྣམ་པ་ཚོ་འདི་ནང་བཟི་ཡོད་རེད་སྙན་ཐོ་འདི་ནང་ལོགས་ལ་མང་ཤོས་བརྒྱ་ཆ་དྲུག་རེད། དེའི་འོག་ལ་བརྒྱ་ཆ་བཞི་རེད། ད་ནས་འདི་ང་ཚོ་གཡར་སྟངས་དེ་ག་འདྲས་སུ་གཡར་གྱི་ཡོད་རེད། གལ་སྲིད་ན། ད་ལྟ་བསམ་ཚུལ་གཞན་པ་དེ་འདྲས་བྱུང་སོང་བ་བུ་ལོན་གཡར་སྟངས་སྐོར་དེ་འདྲས་བསམ་ཚུལ་དེ་འདྲས་བྱུང་སྟེ་ཡིན་ནས་འདི་ལ་དཀའ་ངལ་ཆེ་ཤོས་ཅིག་ག་རེ་སོང་ན་དེབ་སྐྱེལ་བྱེད་པའི་གི་སྒྲིག་འཛུགས་འདི་གི Buy Loss ནང་ལོགས་ལ་ག་རེ་འཁོད་དེ་ཡོད། ཆོག་གི་རེད་ཆོག་གི་མ་རེད་ཟེར་ཡ་དེ། ད་ལྟ་དང་ཚེ་ལ་དེབ་སྐྱེལ་བྱེད་བྱས་པའི་གི་ང་ཚོ་སྒྲིག་འཛུགས་ཡོད་མང་ཆེ་བ་ཅིག་གི་མ་དངུལ་གང་ཡོད་པ་དེ་ག་དེ། ཨ་ནི། དངུལ་ཁང་འཛུགས་ནང་ལ་ད་ག་རེ་སོང་ཚོང་ལས་ནང་ལོགས་ལ་ཡ་ཅིག་མ་རྩ་བཅུག་མ་ཆོད་ཡ་ཇུས་ཡ་རེད་དེ་དུས་ག་སྐྱེལ་བཅོལ་ནང་ལ་བཞག་ན་མ་འདུག་བརྟན་པོ་ཕྱིན་ནས་བཞག་ན་མ་འདུག་ཚོང་ལས་ནང་ལ་མ་རྩ་བཅུག་ག་ཅིག་བཞུགས་མ་མ་རྩ་བསྡེབས་ན། པས་སྲ་བར་བ། དེ་འདྲས་ཡིན་དུས་སམ་པ་ལི་ཡ། དེ་འདྲས་ཀྱི་འགྲོ་སྟངས་ཇི་ཡོད་རེད། དེ་ཡིན་དུས་ད་ལྟ་དཔལ་འབྱོར་ལས་ཁུངས་ནས་སྤྲད་དེ་མུ་མཐུད་ནས་སྤྲད་བསྡད་ཀྱི་ཡོད་རེད་དེ་ཡིན་ནས་ང་ཚོའི་གི་ཡ་ཀོར་ཉིས་རྩ་ལྔ་སུམ་ཅུ་དངུལ་ཁང་ལ་བཅུག་བཞག་རྒྱུ་འདི་ལྟ་མ་སུ་རེད་བྱས་ནས། ང་ཚོ་ལ་ཚུར་ར་ཡལ་ཏེ་བརྒྱ་ཆ་ལྔ་དང་ཕྱེད་ཀ་རག་གི་ཡོད་དངུལ་ཁང་ནས། འདི་ལྟ་མ་སུ་རེད་བྱས་རྗེས་དངུལ་ཁང་གི་མ་ཡག་གི་ཡོད་ད་ད་ད་སུ་ཚོང་བ་ཡ་ཡ་དེ་དེ་བྱུས་སམ་པ་ལ་ང་ཚོའི་བརྒྱ་ཆ་དྲུག་རེད་དྲུག་དང་ཕྱེད་ཀ་རེད་སྤྲད་དགོས་ཀྱི་ཡོད། ཞེས་གསུངས་པ་ཁྱོན་ཡོངས་ཀྱི་བརྒྱ་ཆ་ཁོ་རང་གཅིག་པུ་ནས་བཤད་པ་ཡིན་ནའི་བརྒྱ་ཆ་གཅིག་ལྷག་ཞིག་དཔལ་འབྱོར་ལས་ཁུངས་ཀྱི་གྱོང་གུན་ཁེལ་ནས་སྤྲད་ཀྱི་ཡོད་རེད་ཡིན་ནའི་ད་དཔལ་འབྱོར་ལས་ཁུངས་ཀྱི་དེ་གྱོང་གུན་གྱི་ངོ་བོ་ལ་མ་བལྟ་ཡའི་རྒྱུ་མཚན་དེ་ག་རེད་ཟེར་ན། ཀྲོར་སུམ་ཅུ་དེ་གི་སྐྱེད་ཀ་ཅིག་ཡོང་བསྡད་ཀྱི་ཡོད་དུས། ཨ་ནི་རྩིས་གནང་ལོག་ལ་གྱོང་མཐོང་གི་ཡོད་མ་རེད་ཡིན་ནའི། ལས་ཀ་བྱེད་སྟངས་དེ་ཚོང་ལས་མ་རེད་དེ། ཚོང་ལས་རྩ་བ་ཉིད་ནས་མ་རེད་ག་རེ་ཟེར་ན་སོ་སོའི་གི་སྐྱེད་ཀ་ཕ་སྦེང་ལ་སྤྲད་ཡས་དང་དངུལ་ཁང་ལ་སྤྲད་ཡས་དང་མི་ལ་མི་མང་ལ་མ་ཡས་དེ་པ་ར་ལ་བར་བཅད་ཡོད་རེད་བ་དེ་དཔལ་འབྱོར་ལས་ཁུངས་གྱོང་ཁེལ་གྱི་ཡོད་རེད་བ། འདུག་ཟེར། ད་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་ནས་བུ་ལོན་ཡལ་འཛུགས་མང་ཆེ་བ་གཅིག་ཁོ། ཡོང་འབབ་མང་ང་ཐོན་ཡག་གི་ཆེད་དུ་བརྒྱ་ཆ་བཅུ་དང་བཅུ་གཉིས་ཀྱི་སྐྱེད་ཀ་ར་ཡལ་དེ་གའི་དེ་མང་ཆེ་བ་གཅིག་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་ནས་ཡལ་གི་ཡོད། རེད། དེ་བྱེད་དུས་ཟམ་པ་ལ་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་རྩིས་གཅིག་པོ་བཏབ་པ་ཡིན་ན་ཁེབས་ཚང་ཡོད་པའི་གི་རྣམ་པ་ཇི་ཡོད་དེ་ཡིན་ནའི་ད་ལྟའི་གནས་སྐབས་ལ་དེ་འདྲས་ཇི་ཡོད་མ་རེད་ད་འདི་ཡས་ཁྱེད་རང་བསམ་སོ་ག་འདྲས་ཕྱིན་ནས་བྱེད་གི་ཡོད་མེད་ད་ལྟ་ག་འདྲས་སུ་འགྲོ་བསྡད་ཡོད་མེད་དེ་གའི་དེ་ཅི་མཁྱེན་པ་ཡིན་ད་བཀའ་ཤག་སྐབས་བཅུ་དྲུག་སླེ་ནས་ཆ་ཚང་གཅིག་བལྟས་ནས། དང་པོ་དེ་གལ་ཆེ་ཤོས་དེ་གར་བརྩི་བར་ཟེར་ན་ཕྱི་གསལ་ནང་གསལ་དུ་བརྩི་བར། ཕྱི་གསལ་ནང་གསལ་བརྩི་ཡག་གི་ཆེད་དུ་ད་མ་ཤེར་བདག་པོ་ཉི་ཤུ་རྩ་ལྔ་དེ་གའི་དེ་གའི་ཚོགས་འདུ་ཅིག་བསྐོང་རོགས་བྱེད་ཅེས་ནས་ང་ཚོ་དྲ་རྒྱའི་བརྒྱུད་ནས་ཚོགས་འདུ་བསྐོངས་པར། དེ་དུས་མཚམས་པ་ལ། མ་རྩ་བླུག་མཁན་མི་དྲུག་མ་གཏོགས་ཕན་མ་སོང་ཚོགས་འདུ་ནང་ལོགས་ལ། ཁོ་ཚོ་མཉམ་དུ་གོ་བསྡུར་བྱེད་ཡིན། ད་ལྟ་དེའི་གནས་སྟངས་གང་ཡོད་པ་དེ་གའི་ཚང་མ་ལ་འགྲེལ་བཤད་ཞུས་པ་ཡིན། དེ། སྲིད་སྐྱོང་གི་ངོ་བོ་ཐོག་ནས་གཅིག་པུ་མ་ཡིན་པ་དཔལ་འབྱོར་བཀའ་བློན་གྱི་ངོ་བོ་ཐོག་ནས་གཅིག་པུ་མ་ཡིན་པ་འབྲེལ་ཡོད་ལས་བྱེད་ཀྱི་ཏེས་ཀྱི་བསམ་ཚུལ་མ་འདྲ་ཡོད་རེད། དེའི་ཆ་ཚང་ཞུ་བཅུག་པ་ཡིན། དེ་གའི་རྣམ་པ་ཚོ་ཟེར་ཡའི་འདོད་པ་ཡོད་པ་ཡིན་ན། ང་ཚོ་ཕྱི་དྲིལ་ལས་ཁུངས་ནས་ཆ་ཚང་ཞིག་རི་ཀོར་བྱས་ནས་བཞག་ཤ་ཡོད། ཡིག་ཡིག་ཚང་ནང་ཡོད་ཡོད་པ་ཡིན། ང་ཚོ་སྐད་ཆ་ག་རེ་ག་རེ་བྱུང་འདུག་བཀའ་ཤག་ག་རེ་བཤད་འདུག་ཚོགས་མི་སོ་སོ་ག་རེ་གསུངས་འདུག་དེ་བྱས་ནས་ཚང་མ་མཁྱེན་པ་ཅིག་མ་བཟོས་པ་ཡིན་ན། མ་འོངས་པ་གནས་སྟངས་སྡུག་ཅག་ཅིག་ལ་སླེབས་ཚ་དུས་ཚང་པ་ལ། ང་ཚོ་ལ་དེ་དུས་བཤད་མ་སོང་ཟེར་ཡ་གཅིག་གི་གནས་སྟངས་གཅིག་མེད་པ་གཅིག་བཟོ་དགོས་ཀྱི་འདུག་བྱས་རྗེས་འདི་བཟོས་པ་རེད། ད་ཐེངས་མ་དང་པོ་དུས་ཚོགས་དུས་མཚམས་པ་ང་ཚོ་སྤྱི་ཡོངས་ཀྱི་གྲོས་བསྡུར་བྱས་པ་རེད་མི་དྲུག་མ་གཏོགས་སླེབས་ཐུབ་མི་འདུག་མཚམས་པ་ད་ཡང་བསྐྱར་གཅིག་ཚོགས་ནང་ཟེར་ན་ནི་ཡང་ཡང་བསྐྱར་གཅིག་ཚོགས་པ་རེད། དེ་དུས་མཚམས་པ་ལ་མི་བཅུ་འདུག་གསུང་གི་འདུག་དཔལ་འབྱོར་ལས་ཁུངས་ཀྱི་ད་ང་དྲ་རྒྱ་དེ་ནང་ལ་ཡོད་རེད་ང་ཚོས་སྐད་ཆ་བཤད་པ་རེད། ད་སྐབས་དེ་དུས་ཨ་ནི་ཁོ་རང་ཚོའི་ནང་ལོགས་ནས་ད་མ་རྩ་མ་འཐེན་གྱིན་ཡིན་ཟེར་ངེས་གཅིག་བྱུང་སོང། ད་འདི་ད་ལྟ་ད་མི་ཚང་མ་འཛོམས་རོགས་བྱེད་ཀྱི་མི་འདུག་གང་ལྟར་ཚོགས་འདུ་འདི་ནང་ལ་ཡོང་རོགས་བྱེད་ཀྱི་མི་འདུག་མར་རྩ་བླུགས་ཡོད་རེད། སོ་སོའི་དངུལ་རེད་བ། སོ་སོའི་དངུལ་ཡིན་དུས་མར་རྩ་བླུགས་ཡོད་རེད། ཁོང་རྣམ་པ་ཚོ་གི་དགོངས་ཚུལ་དཔེ་ཡག་པོ་འདུག་ཁོང་རྣམ་ཚོ་དགོངས་ཚུལ་ག་རེ་གསུང་གི་འདུག་ཟེར་ན་ང་ཚོ་དེ་དངུལ་ཕྲན་བུ་ལྷག་བསྡད་པ་འདི་གས་འདི་བོད་པ་ལ་མར་རྩ་མེད་མཁན་དེ་འདྲ་ལ་ཅིག་ཕན་ཐོགས་ན་བསམ་ནས་ཨེ་ནི་ང་ཚོས་ཡར་བླུགས་པ་ཡིན་ཁེབས་སང་ཡོང་ཡག་གི་བསམ་བློ་བཏང་མེད་ཟིན་གསུང་གི་འདུག་འདི་གསུང་ན་དཔེ་ཡག་པོ་རེད། ཡིན་ནས་ང་ཚོ་འདི་བྱེད་དགོས་ཀྱི་ཡོད་ན་ཡིན་གཅིག་མིན་གཅིག་ཚོང་ལས་ཀྱི་ངོ་བོ་ཐོག་ནས་བྱེད་དགོས་ཀྱི་ཡོད་མ་རེད་འདི་ཐབས་ལམ་གཞན་པ་འགས་བྱས་ཡོད་རེད། ད་ལྟ་ང་ཚོ་པེ་ལན་ཏི་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་མ་འོངས་པའི་གནས་སྟངས་འདི་ལ་འགྱུར་བ་ཕྱིན་པ་ཡིན་ན། ད་ལྟ་དངུལ་བཞག་ངན་འཛུལ་གྱིས་གང་ལྟར་མ་རྩ་མེད་ངན་འཛུལ་ལ་ཕན་ཐོགས་ཡག་གི་རོགས་པ་བྱེད་ཡ་ཡིན་པ་ཡིན་ན་དེ་ང་ཚོ་ཐབས་ཤེས་གཞན་པ་ཚད་ཆོད་རེ་ཡིན་ནས་ཚོང་ལས་ཀྱི་ངོ་བོ་ཐོག་ནས་ཚད་དགོས་ཀྱི་ཡོད་མ་རེད། གཅིག་འདི་རེད། ད་ད་ལྟ་རྗེས་སུ། ད་དཔལ་འབྱོར་ལས་ཁུངས་ཀྱི་དུས་ཚོད་བཀག་ནས། ཚོགས་འདུ་ལ་ཕེབས་ངན་ཡིན་ན་འདྲ་མ་ཕེབས་ཡིན་ན་ཚང་མ་ལོག་ལེ་ཡར་འབྲེལ་བ་ཅིག་བྱེད། ད་ཁྱེད་རང་ཚོ་གི་མ་འོངས་ཀྱི་ཐབས་ཐག་གཅོད་ག་རེ་ཡིན་ཞེས་ནས་ཞུ་དུས་འཚམས་པ་ལ། དེའི་ནང་ལོགས་ནས། མ་རྩ་རླུང་ལྔའི་བཅོ་ལྔ་གྱིས། མ་རྩ་སྒོར་འབུམ་ཉིས་བརྒྱ། ད་ཀྲོར་གཉིས། ཁོ་ཚོ་མང་ཕྱི་བསྟན་བྱེད་ཀྱི་ཡིན་ཞེས་གསུང་གི་འདུག་ད་དེ་འབྲེལ་གྱི་གནས་སྟངས་ཅིག་འོག་ནས་ད་ག་ཚོད་ལྷག་གི་ཡོད་རེད་ཟེར་ན་བོད་མིའི་སྒྲིག་འཛུགས་ཀྱི་ཀྲོར་གཉིས་དེ་ཕྱེད་ཀ་དེ་མ་འཐེན། དེ་མ་འཐེན་པ་ཡིན་ན། བཞི་དེ་ཕྱེད་ཀ་དེ་ནས་མང་ཕྱིན་རེད་བདུན་དེ་ཕྱེད་ཀ་ནང་ལོ་ནས་གསུམ་མ་འདུག་ལྷག་གི་ཡོད་མ་རེད་ཀྲོར་གསུམ། དེ་ཀྲོར་གསུམ་གྱིས་ག་ཚོད་ཞིག་སྐོར་རྒྱབ་ཐུབ་གི་རེད་ད་དེ་གླ་ཆ་ག་ཚོད་སྤྲད་དགོས་ཀྱི་འདུག་ད་ལྟ་ང་ཚོ་ཁང་གླ་རྩིས་ཀྱི་ཡོད་མ་རེད་ཁལ་སྒོ་ཅིག་རྩིས་ཀྱི་ཡོད་མ་རེད་ག་རེ་ཟེར་ན་དཔལ་འབྱོར་ལས་ཁུངས་ནང་བསྡད་ཡོད་རེད་བ། གཞུང་མང་དེ། ཡང་མེད་ན་གལ་སྲིད་མུ་མཐུད་ནས་འགྲོ་དགོས་ཀྱི་ཡོད་པ་ནི་ད་ལྟ་བཀའ་ཤག་གིས་མདུན་ལ་དབྱངས་ཅིག་མ་གཏོགས་མཐོང་གི་མི་འདུག་ཞེས་ཞུ་གི་ཡོད། དཔལ་འབྱོར་གནས་སྟངས་བལྟས་ནས། གལ་སྲིད། གྲོས་ཚོགས་ཀྱི་ངོས་ནས་འདི་གལ་ཆེན་གར་ས་དངུལ་འབོར་ཆེན་པོ་རེད་ངས་དེ་དུས་ག་རེ་ཞུས་ཡིན་ཟེར་ན། དཔལ་འབྱོར་ལས་ཁུངས་ཀྱི་ཀྲོར་གསུམ་ཡོད་ཆོག་འདི་གངས་ལྗོངས་དཔལ་འབྱོར་ཁང་ཞབས་ཞུ་ཁང་ལ་ཕར་ཕྱིན་དགོས་ང་སྤྱི་འཐུས་ལྷན་ཚོགས་ཀྱི་བཀའ་ཁྲོལ་ཞུས་ནས་མ་གཏོགས་བཀའ་ཤག་སྤྱི་ཁོག་གི་ཐག་གཅོད་ཐུབ་པོ་མ་རེད་ད། དེ་ཡང་ཁྲིམས་དང་མཐུན་པ་ཅིག་བཟོ་དགོས་ཀྱི་རེད་མ་གཏོགས་ཅིག་ཁྲིམས་དང་མཐུན་པ་ཅིག་མ་བཟོ་བ་ཡིན་ན་གཞུང་མང་དཔལ་འབྱོར་ལས་ཁུངས་ཀྱི་སྒྲིག་དེབ་རྒྱ་ཆེ་ཤོས་པའི་སྒྲིག་འཛུགས་ལ་ཨེབ་སི་ཨ་རེ་དཀའ་ངལ་འཕྲད་ཀྱི་རེད་ད། ད་ནི་དངུལ་ང་ཚོ་ཨ་རིག་གི་ཡུ་ཨེས་ཨེད་དང་པི་ཨར་ཨེམ་ཡོང་བསྡད་ཡ་ཚང་མ་སར་གྱི་རྒྱུ་ནས་ཡོང་བསྡད་ཀྱི་ཡ་རེད། འདི་ལ་དོ་ཕོག་འགྲོ་བ་ཡིན་ན་ཡང་གཞུང་མང་སྒྲིག་འཛུགས་གཞན་པ་ཅིག་བེད་སྤྱོད་བཏང་དགོས་ཐུག་གི་ཡ་རེད། དེ་འདྲའི་གི་དཀའ་ངལ་འདི་འདྲའི་འཕྲད་ཀྱི་ཡོད་རེད་ད་ལྟ Special Purposes Vehicle ལ་ཡེ་དེ SPV ལ་ཡེ་དེ་འདྲ་བོ་བྱས་པ་ཡིན་ན་དེ་ལ་འགྲེལ་བཤད་དེ་ག་རེ་རྒྱག་དགོས་འདུག་ཟེར་ན། དཔལ་འབྱོར་ལས་ཁུངས་ཀྱི་སྤྱི་ཚོགས་ཡར་རྒྱས་ཐེབས་རྩ་ནི་འདིའི་གིས་དེབ་སྐྱེལ་བྱས་བྱས་པ་ནོར་ལུགས། དེ་ནས་ཚུགས་མ་རྩ་ཚུགས་བྱས་པ་ཡིན་ན་དེ་ཁྲིམས་མཐུན་ཆགས་ཀྱི་ཡོད་པའི་གནས་བབ་ཅིག། འབྲེལ་ཡོད་ལས་བྱེད་ཅིག་བརྒྱབ་པ་རེད། ཡིན་ནས་ད་དོན་ང་ཚོ Accountant Auditor གཉིས་སུ་སྐད་ཆ་དྲིས་པ་ཡིན། འདི་ཁྲིམས་མཐུན་རྩ་བ་ཉིད་ནས་ཆགས་ཐུབ་ཀྱི་མ་རེད། དེ་ལ་གུས་འདུད། གལ་སྲིད་དེ་ཁྲིམས་མཐུན་ཆགས་ཀྱི་ཡོད་པའི་དབང་དུ་བཏང་པ་ཡིན་ན། ཕ་ཕྱོགས་ཀྱིས་ད་ལྟ CTADF ཞེས་པ་འདི་ད་ལྟ་དེབ་སྐྱེལ་བྱེད་ཡ་དེ། ཁེ་བས། ཁེ་མེད་ཀྱི་ཚོགས་པའི་གི་དེབ་སྐྱེལ་བྱེད་ཡོད་རེད Non Profit མིང་གང་ལ་དེབ་སྐྱེལ་བྱེད་ཡོད་རེད། ཨ་ནི་འདི་ལ་ད་ལྟ་བཀུར་འོས་སྤྱི་འཐུས་གཅིག་གིས་གསུངས་སོ། འདི་གི་དོན་ཚན་ཉི་ཤུ་རྩ་ལྔ་གི་ལ་དུས་གསུམ་པ་ལ། ཡོང་འབབ་ཀྱི་ཁྲལ་བརྒྱབ་མ་དགོས་ཡ་གི་གནས་སྟངས་དེ་ཡོང་གི་ཡོད་རེད། Article ག་ཟེར twenty five ལས་ཏེ། དེ་རེད་ད་གལ་སྲིད་འདི་འདི་འདྲ་ཅིག་ལ་བེད་སྤྱོད་བཏང་ནས་འགྲིག་གི་ཡོད་པའི་དབང་དུ་བཏང་བ་འདྲ་བོ་བྱིན་པ་ཡིན་ནས་འདི་གི་ཁྱད་མེད་ཀྱི་ཚོགས་པའི་གི་ངོ་བོ་འདི་བརླག་འགྲོ་གི་རེད་མ་འོངས་པ་འདི་ལ་ཁེ་ཕན་ག་རེ་བྱུང་བ་ཡིན་ནས། གཞན་པ་དང་གཅིག་མཚུངས་ཀྱི་རྒྱ་གར་གཞུང་ལ་ཁྲལ་རྒྱག་དགོས་ཀྱི་རེད་མ་གཏོགས་གཅིག་གིས་ཁྲལ་ནས་ཐར་ས་ཡོད་མ་རེད། དེ་ཚོའི་གནས་སྟངས་ཚོ་ཚང་མ་ང་ཚོ་ཤེས་དགོས་ཡ་དེ་གལ་ཆེན་པོ་རེད་བསམ་གྱི་འདུག་འོ་དེ་འདྲས་ཅིག་ཡིན་དུས་བསམ་པ་ལ་ད་མ་འོངས་པ་ག་རེ་བྱེད་དགོས་ཀྱི་རེད་ཟེར་ཡ་དེ། གནས་སྟངས་དེ་གླེང་གི་ཡོད་རེད་ད་ལྟ་བཀའ་ཤག་གིས་འདི་རྦད་དེ་སྒོ་རྒྱབ་ཀྱི་ཡིན་ཟེར་ནས་ང་ཚོ་ཞིབ་འཇུག་བྱེད་ཀྱི་ཡོད་ཟེར་ཏེ་ང་ཚོ་ཞུས་ཡོད། སྒོ་རྒྱབ་ཀྱི་ཡིན་ཟེར་ནས་ངས་ཡོངས་གྲགས་ཀྱི་དེ་འདྲ་ཞུ་བཞག་པ་དེ་འདྲ་ཕལ་ཆེར་མེད་བསམ་སོང་ག་ས་ང་ཚོ་ཞིབ་འཇུག་བྱེད་བཞིན་པ་རེད། ཞིབ་འཇུག་བྱེད་བཞིན་པ་ཡིན་དུས་ཚང་མ་ལ་སྒོ་རྒྱབ་ཀྱི་ཡིན་ལབ་ཐུག་མ་རེད་བ། ད་ད་ལྟའི་གནས་སྐབས་ལ་དབྱངས་མ་དུ་མཐོང་གི་མི་འདུག་ང་རང་གིས་ང་ད་བཞི་བོ་མཁས་པ་དེ་འདྲ་གལ་མ་རེད་དེ་ཡིན་ནས་ངའི་སློབ་སྦྱོང་དེ་དཔལ་འབྱོར་རིག་པའི་སྒང་བྱས་པ་རེད། Economics སྦྱངས་སླེབས་རྒྱུ་རེད། དེ་ཡིན་དུས་ཚང་མས་ངའི་ཚོང་དགོད་བྲོ་དང་ཚོང་ལས་ཆུང་ཙག་དེ་ངས་བྱས་མྱོང། དེ་ཡིན་དེ་ཚོ་ཚང་མ་ལ་བལྟས་དུས་ཚན་པ་ལ་མ་འོངས་པ་དེ་ཁུངས་འཁྱོལ་ཡག་ཁག་པོ་ཞུ་བྱེད་ཀྱི་འདུག། མ་བཤད་བདག་པོ་ཚོ་ལས་ལབ་ཡིན་ད་ལྟ་ང་ཚོ་དཔེ་ན་འཚམས་འདྲ་བོ་ཅིག་བཞག་པ་ཡིན་ན་ཁྱེད་རང་ཚོ་གི་མ་རྩ་དེ་ང་ཚོ་ཕར་བློ་ཐུགས་ཤིག་ཡོང་ས་རེད་ད། ཁོ་རང་ཚོའི་ནང་ལོག་ནས་དགོངས་པ་དེ་འདྲ་འདུག་ད་འདི་འགོ་བཙུགས་ཚར་ཚེ་རེད་ལོ་གསུམ་བཞི་མ་ཏོ་ཕྱིན་ཡོད་མ་རེད་ད་འདོད་མུ་མཐུད་ནས་དཀའ་ལས་རྒྱབ་ན། མུ་མཐུད་ནས་དཀའ་ལས་རྒྱབ་ལ་ན་རྒྱབ་ཆོག་གི་རེད་དེ་ཡིན་ནའི་ལོ་གསུམ་གྱི་རྗེས་ལ་ཁྱེད་རང་ཚོ་ལོ་གསུམ་བཞིའི་རྗེས་ལ་ཁྱེད་རང་ཚོ་ལ་བློ་ཡལ་དེ་ཡལ་མེད་པ་ཡིན་ན། དེ་དུས་ཁ་བརྡུང་བཏང་མ་ཡོད་ར་བྱས་ནས་ང་གསལ་པོ་གསལ་རྐྱང་བིདེའོ་ནང་ལོག་ལ་ལབ་ཤ་ཡོད་ཁོ་རང་ཚོ་ལ། དེ་དུས་ད་དབྱངས་སོ་སོའི་གི་དབྱངས་ལ་མཐོང་གི་ཡོད་དུས་ད་འདོད་མི་གཞན་པ་ཚོ་དབྱངས་ལ་ཆོ་འགའ་ཤོར་ཕྱིན་ནས་དེ་ང་ལབ་ཐུབ་ས་མ་རེད། དགོངས་མཁན་མེད་བ་བྱས། རེ་བ་རྒྱབ་ས་ཅིག་ཡོད་པ་ཡིན་ན་ཏན་ཏན་འུ་ཚོ་རྒྱབ་ས་རེད། ཡིན་ནས་ངས་དེའི་རེ་བ་བརྒྱབ་ས་མཐོང་གི་མི་འདུག། རེད་བ། དེ་ཡིན་དུས་ཚང་པ་ལ་ད་འདྲེས་ཀྱི་གནས་སྟངས་འདྲ་བོ་དེ་འདྲེ་འདྲེས་ཀྱི་ཆགས་བསྡད་ཡོད་རེད་ད་མ་འོངས་པར་འགྲོ་བ་ཡིན་ན་ཡང་མེད་ན་ཁོ་རང་སྒེར་རང་ངོ་བོ་ཐོག་ནས། Company རང་གི་ངོ་བོ་ཐོག་ནས་བོད་མི་སྒྲིག་འཛུགས་ཀྱི་མ་རྩ་ག་ཚོད་བསླུག་དགོས་ཡོད་ནས་དེ་བསླུག་ཆེད་ཨ་ནི་ཁོ་སྟངས་འཛིན་བྱེད་ཡ་དང་ཆ་ཚང་ཅིག་སྒེར་གྱི CEO དང་ཚང་མ་བསྐོས་ཆེད་བྱས་པ་འདྲ་བོ་བྱེད་ཡིན་པ་ཡིན་ན་ཡང་གནས་སྟངས་གཅིག་རེད་བསམ་གི་འདུག། བ་ཡིན་ནས་ད་འདོད་ཀའི་སྒེར་གྱི་བཟོས་པ་ཡིན་ནས་དཔལ་འབྱོར་ལས་ཁུངས་ཀྱི་མ་རྩ་དངུལ་ཡོད་ཞེས་པ་དེ་ཕར་བླུགས་ཐུག་གི་མ་རེད་བི་གི་ནམ་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་ནང་ལ་ད་དེ་ཚོ་གི་དཀའ་ངལ་མང་པོ་ཅིག་ལ་བལྟ་ཡོང་དུས་ཚང་མ་ལ་ང་ཚོའི་བསམ་བློ་ལ་དཔལ་འབྱོར་ལས་ཁུངས་ཀྱི་སར་ནང་ལ་ཡོད་པའི་གི་ཁོ་རོར་སུམ་ཅུ་དེ་ང་ཚོ་མུ་མཐུད་ནས་ད་ལྟ་མ་རྩ་མེད་མཁན་ཚོ་ལ་རོགས་པ་བྱེད་ཡ་དེ་ད་ཁུངས་སུ་སུ་སུ་ལ་ག་ཚོད་མང་པོ་བྱེད་དགོས་ཀྱི་འདུག་དུས་ཡུན་ག་ཚོད་རིང་ག་བྱེད་དགོས་ཀྱི་འདུག་མ་རྩ་མང་ལོས་ག་ཚོད་གཡར་དགོས་ཀྱི་འདུག་དེ་ཚོ་དེ་འགའ་དེ་ཁོ་ཞུ་ངེས་དང། ཨ་ནི་སྤྲད་ངེས་ཀྱི་གནས་སྟངས་ལ་ཡོང་བསྡད་ཡ་ཅི་རེད་སྐབས་དུས་སོ་སོ་སོ་ལོ་དུས་སོ་སོ་སོའི་ནང་ལོ་ལ་ཡོང་བསྡད་ཡ་ཅི་རེད། དེ་ཡིན་དུས་བསམ་པ་ལ་འདི་མུ་མཐུད་ནས་འགྲོ་ཐུབ་ཀྱི་རེད་འདི་ལ་དཀའ་ངལ་གང་ཡང་ཡོད་མ་རེད་ཡིན་ནའི། ད་ལྟ་ང་ཚོའི་གྱི་བྱེད་སྟངས་དེ་ག་རང་མུ་མཐུད་ནས་བྱེད་དགོས་ཀྱི་འདུག་བས་འདི་ལ་ཕྲན་བུ་ཅིག་འགྱུར་བ་གཏང་དགོས་ཀྱི་འདུག་བས་ད་ལྟ་བྱེད་བཞིན་པ་འདི། བྱས་པ་ཡིན་ན་དཀའ་ངལ་ཅིག་ག་རེ་ཡོང་དགོས་རེད་ཟེར་ན་ད་ང་ཚོས་དངུལ་མང་པོ་འདི་ག་ཅིག། དུས་ཡུན་རིང་པོ་ཅིག་ལ་དངུལ་ཁང་ནང་བཅུག་ཞུ་དེ་ཡང་རྗེས་ལ་དྲི་བ་ཡོང་གི་ཡོད། གྱང་ཆུང་ངུ་མང་པོ་དེ་བས་བེད་སྤྱོད་བྱས་མི་འདུག་གར་ཕྱིན་འདི་བཞག་རེད་ཟེར་ཡ་འབྱོར་བ་དེ་ཡིན་དུས་བསམ་པ། ཡང་ཁེ་ཚིན་ངས་ཅིག་ཞུ་ཡིན་རོགས་དངུལ་ཡོང་བསྡད་པ་ད་ད་ལྟ་འདི་ང་ཚོ་འདི Revolving Fund ལ་ནི་བསྐོར་བསྐྱོད་བུན་གཏོང་ལས་གཞིས་ལབ་བཞག་ཡོད་རེད་མ་གཏོགས་ཅིག་གིས་ག་ད་རོགས་དངུལ་གི་ངོ་བོ་ཐོག་ནས་ཡིན་པ་ཡིན་ན། དེ་དེབ་སྐྱེལ་བྱེད་པའི་གི་སྒྲིག་འཛུགས་མང་པོ་ཡོད་རེད་ཡོད་ངེས་དེ་ནང་ལོགས་ནས་རྣམ་པ་ཚང་མ་མཆན་གི་རེད་ག་ད་ཁེ་མེད་ཚོགས་པ་ཅིག་ཡིན་ན་བརྒྱ་ཆ་བརྒྱ་ཅུ་གྱ་ང་བེད་སྤྱོད་བཏང་དགོས་གི་ཡོད་དེ་བེད་སྤྱོད་མ་བཏང་པ་ཡིན་ན། ཨ་ནི་ཟུར་བཅུག་བྱེད་ཅེས་དེ་གས་དེ་ལོ་ལྔ་ནང་ལོ་ལ་མ་འོངས་པར་བེད་སྤྱོད་མ་བཏང་པ་ཡིན་ན་བརྒྱ་ཆ་སུམ་ཅུ་གི་ཁྲལ་ཕུལ་ཨེ་ཡིན་པ་དེ་བཤད་མ་གོ་རེད་དེ་ཡིན་ཚུལ་ད་ལྟ་ནས་ནན་ཏན་བྱས་ནས་མངགས་བཞག་ཡོད་དེ་གས་དེ་ལོ་ལྔ་ལྔ་མཚམས་མ་གས་པ་བྱེད་ཅེས་ང་ཚོར་འགྲོ་དགོས་ཡ་དེ་གལ་ཆེན་པོ་རེད་ད་དེ་གས་པ་ཡིན་ན་གཞུང་ལ་བརྒྱ་ཆ་སུམ་ཅུ་ཁྲལ་ཕོག་ཡོད་འདུག་ཚམ་པ་ཡང་སྤྱི་འཐུས་རྒྱུན་ལས་ལ་བཀའ་འཁྲོལ་ཞུ་དགོས་རོགས་ཁྲལ་ཕོག་སོ་སོ་ལ་ནས་བཀའ་འཁྲོལ་ཞུ་དགོས་འདུག་ཚམ་པ་ད་བཀའ་ཤག་གི་མ་འཇོན་པ་དང་འཐུས་ཤོར་ཕྱིན་པ་ཅི་ལ་ངོས་འཛིན་ཞུ་ཆོག་གི་རེད། དེ་འདྲའི་ཅིག་གི་གནས་སྟངས་མ་ཡོང་ཡ་ལ། ཨ་ནི་ང་ཚོ་འབད་བརྩོན་འདྲ་བོ་དེ་དེ་འདྲ་བྱས་ནས་ཞུ་བསྡུ་གི་ཡོད་ད་ད་ལྟ་ཡིན་པ་ཡིན་ནས་རྩིས་ཞིབ་སྙན་ཐོ་གནང་ལོ་ལས། ད་ཉིན་ཞེ་གཉིས་ཉིས་སྟོང་བཅུ་བདུན་བཅོ་བརྒྱད་དང་བཅོ་བརྒྱད་བཅུ་དགུ་གི་སྙན་ཐོ་དེ་རྩིས་ཞིབ་ལ་ཕུལ་མི་འདུག་དཔལ་འབྱོར་ལས་ཁུངས་དེ་ཡིན་དུས་བཅུ་དགུ་ཉི་ཤུ་འདི་ལ་ཨ་ནི་རྩིས་ཞིབ་ཀྱི་ཞིབ་འཇུག་བྱས་ནས་ད་དྲི་བ་མང་བོ་ཞུ་ཅིག་ད་ལྟ་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་འབྲེལ་བ་ཡོད་པས་ཀྱི་དྲི་བ་མང་བོ་ཞུ་ཅིག་སླེབས་བསྡད་ཀྱི་འདུག་དེ་གའི་དེ་ལ་ང་ཚོ་ལན་རྒྱབ་དགོས་ཀྱི་ཡོད་རེད་འོ་འདི་འདྲའི་གི་གནས་སྟངས་ཅིག་གི་འོག་ནས། ཡང་ནི་ཀུ་རེ་སྤྱི་འཐུས་རྣམ་པ་སོགས་ཀྱིས་ད་འདི་མུ་མཐུད་ནས་འགྲོ་དགོས་ཀྱི་རེད་ཞེས་ནས་གསུང་གི་ཡོད་ན། ཡང་མེད་ན་འདི་འདྲའི་ཅིག་ཐག་གཅོད་མ་གནང་སྔོན་ནས་ངས་རེ་བ་ཞུ་ཡ་དེ་ག་རེ་ཡིན་ཟེར་ན། ཡང་ནི་གྲོས་ཚོགས་སྔོན་ནས་ཚོགས་ཆུང་ཅིག་བཙུགས་གནང་ན། མི་གསུམ་གྱི་འཐུས་མི་ཡིན་ནའི་རེད་ལྔ་གི་འཐུས་མི་ཡིན་ནའི་རེད། ཆ་ཚང་གཅིག་ཡིག་ཆ་དང་གནས་སྟངས་དང་ཆ་ཚང་གཅིག་ཞིབ་འཇུག་གནང། ཞིབ་འཇུག་གནང་ནི་ད་མ་འོངས་པ་འདི་འདྲས་ཀྱི་ཕྱི་ནས་ཡག་ས་རེད་ཕྱི་ནས་བཀའ་ཕེབས་པ་ཡིན་ན་ནི་ང་ཚོ་འཛིན་སྐྱོང་གི་ལས་ཀ་བྱེད་ཡ་ཡིན་ནས་ང་ཚོ་བློ་སྤོབས་དང་ལྡན་པས་ཀྱི་ལས་ཀ་བྱེད་ཡ་ཅིག་ཡོང་ས་རེད། མཚམས་བཞག་ཡ་ཡིན་ན་མཚམས་བཞག་ཡ། མུ་མཐུད་ནས་འགྲོ་ཡ་ཡིན་པ་ཡིན་ན་མུ་མཐུད་ནས་འགྲོ་ཡ། མུ་མཐུད་ནས་འགྲོ་བ་ཡིན་ན་འགྲོ་སྟངས་ག་འདྲས་སུ་འགྲོ་དགོས་ཀྱི་ཡོད་མེད་ཕྱི་ནས་ཆ་ཚང་གཅིག་གྲོས་ཚོགས་ཀྱི་ཞིབ་འཇུག་ཅིག་གནང་བྱས་ཨེ་ནི་སྙན་ཐོ་ཅིག་ཕེབས་པ་ཡིན་ན་ཨན་དེ་གཞི་བཟུང་ཕྱིན་ནི་འཛིན་སྐྱོང་བཀའ་ཤག་གི་ལས་ཀ་བྱས་ཡག་གི་བསམ་བློ་ཡོད་ཡང་གལ་སྲིད་གྲོས་ཚོགས་ཀྱིས་ད་འདི་ང་ཚོས་བྱེད་དགོས་ཀྱི་མ་རེད་བཀའ་ཤག་ཆང་ཚོ་ཐག་གཅོད་ཤོག་ཟིན་གསུངས་པ་འདྲ་པོ་བྱིན་པ་ཡིན་ན་ད་ལྟ་གནས་སྟངས་དེ་རེད་ཤག་དེ་ཡིན་དུ་ཟེར་མ་གནས་སྟངས་དེ་ལ་དཔག་པའི་གིས་ང་ཚོ་གོམ་པ་ཅིག་མ་བརྒྱབ་པ་ཡིན་ན་ཡང་སྒོ་བརྒྱབ་ཟེར་ན་ལམ་སང་སྒོ་བརྒྱབ་ཆོག་ཆོག་ཡོད་མ་རེད། ག་རེ་བྱེད་ནི་རེད་ཟེར་ན་བུ་ལོན་སྤྲད་ཤག་ཡོད་རེད་ད་ད།

དཔེར་ན་ང་ཚོའི་སྤྱི་ཚོགས་ནང་ལོ་ལ་ལྟ། ཁོང་རྣམ་པ་གཉིས་ཡོ་རོབ་དང་ཨ་མི་རི་ཀར་ཕེབས་ནས་ཟླ་བ་གཉིས་སུ་སྐོར་བརྒྱ་ནས་འབུམ་ལྔ་བརྒྱ་བཅུ་མ་དུ་རག་མེད་ན། རྒྱ་གར་དང་ཕ་ཡུལ་ནང་ལོ་ནས་ངའི་མར་རྩ་བཙུགས་ངའི་ར་སྐོར་ཁག་པོ་ཞོ་གཅིག་རེད་བསམ་གི་འདུག་འདི་ངའི་བསམ་ཚུལ་རེད། ང་རང་གི་ལྟ་སྟངས་ཤིག་རེད། གར་ཅི་ནི་རེད་ཟེར་ན། གཅིག་ནི། ཐོག་མའི་གི་དེ་འཆར་གཞི་སྒྲིག་དུས་ཚོམ་པ་ལ་བསམ་བློ་དེ་གར་འདུག་ལ་ན་དགོན་སྡེ་ཁག་ལ་དངུལ་མང་པོ་ཡོད་རེད། ཚོང་པ་ལ་དངུལ་མང་པོ་ཡོད་རེད། དེ་གས་དེ་ཡར་བླུགས་ཐུབ་པ་ཡིན་ན། དེའི་བརྙན་ལ་དགོངས་པ་འདི་ལྟ། ང་ཚོ་འདས། དྷརམ་ས་ལ་གི་དཀྱིལ་འཁོར་ནས་ཡོལ་འདེབས་པའི་གི་ལེ་གུང་དབུས་མ་ཚོས་གི་མ་ངུས་འདི་གའི་འདི་ཡའི་དེ་ན་ལུག་ཡག་གི་དགོངས་པ་བཞེས་ཡོད་ས་རེད། ཡིན་ནའི་འདི་ལྷན་ཁང་སུ་སུ་སུས་གི་གར་གསུངས་འདུག་ཟེར་ན་འདི་ང་ཚོའི་སོ་སའི་ཏྲིའི་གི་དེབ་སྐྱེལ་དང་ཏག་ཏག་འདེད་གི་མི་འདུག་གཞི་ནི་མ་ངུས་ལུག་ཡོག་མ་རེད་ད་ལུག་ཤ་བ་འདི་ཇེ་པན་དང་ཐའི་ཝན་དང། ཨིང་ལན་དོན་གཅོད་གསུམ་འདི་རེད། དེ་ཡིན་དུས། མ་ངུས། ད་ཡང་སྐྱ་ཅིག་ཐབས་ཤེས་བྱས་ག་འགྲོ་དགོས་ན་བལ་ཡུལ་ནང་ལོག་ལ་བོད་པ་ཚོ་ཡིན་པ་ཡིན་ན་ནི། དང་གིས་གསུངས་པ་རེད་བལ་ཡུལ་ད་ཚོང་པ་ག་ཤེད་ཅིག་རེད་ཕྱི་ནས་མ་བསམ་རུ་བྱེད་ཕྱི་ནས་མི་མང་གསུང་ཡ་ན་བཞིན་ཕྱི་ནས་ད་ཚོང་པ་སྟོབས་ཆེ་བ་དེ་འདྲ་ག་ཤེད་ཡོད་རེད་དེ་ཡིན་ནས་བལ་ཡུལ་ནང་ལོག་ལ་མང་ཆ་ཅིག་ཚོང་རྒྱག་ངེས་རེད། སྐྱེད་ཀ་བརྒྱ་ཆ་གསུམ་ཅིག་རག་ཡོང་བསམ་ནས་བརྒྱ་ཆ་གསུམ་གི་སྐྱེད་ཀ་རེད་ད་ད་ཁས་ལེན་བྱེད་ཡ་དེ་ད་ད་ཨེན་བྷི་ཨེབ་སི་དེ་གི་བརྒྱ་ཆ་གསུམ་ཕྱི་རྒྱལ་ལ་ཡིན་པ་ཡིན་ན་དེ་ཁས་ལེན་ཡོད་རེད་ག་རེ་བསམ་ཕལ་སྐད་དངུལ་བཅུག་པ་ཡིན་ནས་སྐྱེད་ཀ་ཞིག་རག་གི་ཡོད་མ་རེད་པ། རྒྱ་གར་འདྲ་བོ་བྱིན་པ་ཡིན་ན་དཔལ་འབྱོར་ལས་ཁུངས་ལ་ཡང་གངས་ལྗོངས་སྤྱི་ཚོགས་དཔལ་འབྱོར་ཞབས་ཞུ་ཁང་ལ་དངུལ་ཡང་བཅུ་བ་དང་དངུལ་ཁང་ནང་ལ་བཅུ་བ་ཡིན་ན་སོ་སོའི་སྒེར་ལ་ཁེབས་ཚན་མང་ཡོད་ར་བ་བརྒྱ་ཆ་གསུམ་ལས་ལྔ་དང་ཕྱེད་ཀ་ཁར་དུ་རག་གི་ཡོད་ར་བ། དེ་ནང་བཞིན་གྱི་བལ་ཡུལ་ནང་ལ་ཡོད་མཁན་གྱི་ཚོང་པ་འདི་ཚོ་ཡིན་ན་དངུལ་བསྐུར་ར་རྒྱ་ཡས་ལ་ཁོ་རང་ཚོ་ཁེ་ཐག་ཆོད་ཡོད་ར་ད་ང་ཚོ་བོད་མི་འདི་ཚོ་ལ་ཁོ་རང་ཁེ་ཡས་ཡོད་མ་རེད། བལ་ཡུལ་ནང་ཡོད་མཁན་གྱི་ཚོང་པ་འདི་ཚོ་གིས་བརྒྱ་ཆ་གསུམ་གྱི་ཆེད་དུ་ང་ཚོ་བོད་མི་སྒྲིག་འཛུགས་ནང་ལ་དངུལ་བཞག་གི་རེད་བཞག་གི་མ་རེད་དེའི་དགོངས་པ་ཅིག་བཞེས་དགོས་ཡ་རེད། དགོན་སྡེ་ཁག་ནང་ལ་ཡོད་བསྡད་པའི་དངུལ་དང་ཚོང་པ་ལ་དངུལ་བསྡད་པ་ཡོད་བསྡད་པའི་འདི་གའི་ཚང་མ་ལོ་ང་ཚོ་ཁྲིམས་མཐུན་གྱི་གནས་བབ་ཀྱི་ཐོག་ནས། ཕྱི་རྒྱལ་ལས་དངུལ་ཡོད་ཟེར་མཁན་མང་པོ་ཡོད་རེད། འབྲེལ་ཡོད་ལས་བྱེད་འགས་གསུངས་སྒམ་ནང་ལ་དངུལ་འཁེལ་ནས་ཡོང་གི་འདུག་སྒམ་ནང་ལ་དངུལ་འཁེལ་ཡོང་གི་ཡོད་ན་རྡ་རམ་ས་ལ་ལ་ག་ཚོད་སླེབས་འདུག་ཞུ་ཡིན་ད་ལྔ་བརྒྱ་བཅུ་མ་གཏོགས་སླེབས་མི་འདུག་བ། ཁོ་རོ་ལྔ་མ་གཏོགས་སླེབས་མི་འདུག་བ། དེ་ག་རེད་ཟེར་ན་དངུལ་གང་སླེབས་པ་འདི་གའི་དེ་ཁྲིམས་མཐུན་གྱི་དངུལ་དགོས་ཀྱི་ཡོད་རེད་མ་གཏོགས་གཅིག་གིས་ཁྲིམས་མཐུན་མ་ཡིན་པའི་གི་དངུལ་དེ་ནང་སླེབས་ཐུབ་ཀྱི་ཡོད་མ་རེད། རོ། སྤྱི་དང་ཚང་མ་བརྒྱབ་ནས་དེ་འདྲས་ཡོང་དུས་ཚན་པ་ངས་རྒྱ་གར་དང་བལ་ཡུལ་ལ་ཡང་མ་རྩ་རེ་བ་ཞིག་གྲགས་རྒྱག་གི་མེད་དེ་ཡིན་དུས་ད་ད་ལྟ་ཡང་བསྐྱར་ང་ཚོ་མ་རྩ་མང་ང་བསྡུ་བ་ཡིན་ན་འདི་གང་ལ་ཐག་གཅོད་ཡག་པོ་ཅིག་མ་བྱེད་སྔོན་ལ་ཡང་བསྐྱར་མ་རྩ་བསྡུས་པ་ཡིན་ན་གཞུང་མང་མ་རྩ་མང་ཕྱི་གཏན་བྱེད་དགོས་དགོས་ནས་ཡང་དངུལ་སྤྲད་ས་མེད་རེད་ཡང་ཡང་བསྐྱར་འདི་གང་ལ་དངུལ་མང་ང་བླུག་དགོས་ཡག་གི་གནས་སྟངས་ཅིག་འདུག་ཕྱི་ནས་ཆགས་འགྲོ་གི་ཡོད་དུས་ཚན་པ་ད་གནས་སྟངས་དེ་འདྲས་ཅིག་རེད། འདི་གའི་དེའི་གྲོས་ཚོགས་ལ་སྙན་གསང་ཞུ་ཡས་དེའི་བཀའ་ཤག་གི་ལས་འགན་རེད་སུ་གཅིག་ལ་གནང་གནང་དང་དེ་འདྲ་གང་ཡང་མེད་དངོས་ཡོད་གནས་ཚུལ་ག་རེ་ཡོད་པ་དེ་ཞུ་གི་ཡོད་མ་གཏོགས་གཅིག་གིས་དེ་ནས་ད་གོམ་པ་ག་འདྲ་རྒྱག་དགོས་ཀྱི་ཡོད་མེད་ཀུ་རེ་སྤྱི་འཐུས་རྣམ་པ་ཚོས་གི་ལམ་སྟོན་གནང་ཡས་ཚོ་གནང་པ་ཡིན་ན་ང་ཚོ་གཞུང་མང་བསམ་བཏང་ཡ་དང་ལས་ཀ་བྱེད་ཡ་ལ་ཡ་ཏན་ཏན་གྱིས་བྱེད་པ་ཡོང་གི་རེད་འགྲིག་མ་འགྲིག་བྱུང་བ་ཡིན་ནས་ང་ཚོ་ཚང་མ་ལོ་རྒན་མཉམ་དུ་ཁེལ་ནས་འགྲོ་ཡས་རེད། དེ་ཡིན་དུས་ཚངས་པ་ལི་ཡ་གྲོས་ཚོགས་ལ་སྙན་སང་དེ་མ་ཞུས་རང་ཞུས་རེད་ཨེ་ནི་མ་འོངས་པ་ག་རེ་བྱེད་འཆར་ཡོད་མེད་དེ་གོ་དེ་དེ་ན་མི་འདུག་གསུངས་དུས་ཚངས་པ་དེ་གའི་ཆ་ལང་ཅིག་མ་ཞུས་ཐ་མའི་ཆགས་སོང་ཞེས་ཞུ་ཡ་ཡིན།